བདག་དབང་ཞུ་བདག་དབང་ཞུ། ལམ་རིམ་པ་གཉིས་ཀྱི་ཏིང་འཛིན་གྱི་ཉམས་ལེན་བྱེད། ང་རང་ཚོ་ཚང་མས་ཀྱི་ཨུ་ཚུགས་བརྒྱབ་ནས་རེ་བ་ཆེན་པོ་ཅིག་བཞག་ཨུ་ཚུགས་ཆེན་པོ་ཅིག་བརྒྱབ་བྱས་ནས་ཅིག་ཆོས་དེ་གི་ཕན་མི་ཡོང་ངམ། དབང་དེ་ཞུས་ནས་ཅིག་སོ་སོ་ལ་ཕན་མི་ཡོང་ངམ། གདམས་ངག་དེ་འདྲ་ཅིག་ཞུས་ནས་ཅིག་སོ་སོ་ལ་ཕན་མི་ཡོང་ངམ་བསམ་པའི་ཀྱི་ཅིག་དཔེ་ཆ་ཤེས་མཁན་ཡིན་ན་རེད། མཚམས་ལ་བཞུགས་མཁན་ཡིན་ན་རེད་སུ་ཡིན་ན་ཡང་ཅིག་རེ་བ་ཆེན་པོ་ཅིག་བརྒྱབ་ནས་དུས་ཚོད་མང་པོ་ཅིག་དེའི་ཐོག་ལ་བཏང་བྱས་ནས་ཚིག་གི་དང་ལག་མགོར་ལུང་སྐོར་བྱས་ནས་ཆོས་འདིའི་ཐོག་ལ་ཡག་གཅིག་འབྲེལ་བ་བྱ་ཡ་ལ་ང་ཚོ་ཨུ་ཚུགས་མང་པོ་རྒྱག་གི་ཡོད་རེད་ད་ཡིན་ན་གདམ་ངག་འདི་ཚོ་ཚང་མའི་ནང་ངོ་ལ་ཡ་གཞི་གཞག་ས་འདྲ་བོ་དེ་ཐོག་མར་གལ་ཆེ་བ། བར་དུ་གནད་ཆེ་བའི་གི་ཉམས་ལེན་མཐའ་མ་དེའི་གདམ་ངག་དེའི་བར་ཐག་ཆོད་ཡ་ལ་རིམ་པ་གསུམ་དེ་ང་ཚོ་གི་གོ་རིམ་མ་ནོར་བ་བྱས་ནས་ཉམས་ལེན་བྱ་ཡ་དེ་གལ་ཆེན་པོ་རེད། ད་དེའི་དང་པོ་དེ་ག་རེ་གསུངས་ན་འདི་ནང་ལ་ཡ། ཅེས་ཡོད་ཁྲིད་ག་འདྲའི་ཞིག་གནང་པ་ཡིན་ན་ཡང། ཅེས་གི་རིམ་གཉིས་ཀྱི་ཏིང་འཛིན་གྱི་ཉམས་ལེན་ག་འདྲ་ཞིག་བྱས་པ་ཡིན་ན་དང་པོ་གལ་ཆེ་ཤོས་དེ་ངེས་འབྱུང་རེད། ད་དེ་ཁྲིད་ག་བ་ཡིན་ན་ཡོད་རེད་དེ། ངེས་འབྱུང་དེ་བྱེ་བྲག་གལ་ཆེན་པོ་རེད། ངེས་འབྱུང་ཟེར་ཡ་དེ་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་མཐའ་དག་ལས་ངེས་པར་འབྱུང་བའི་བློ་ཞིག་དགོས་ཀྱི་ཡོད་རེད། གཟུགས་ལ་ཡང་ལུས་ལ་ནད་ན་ཚ་གཏད་ཚེ་ཡོལ་བདེ་བ་ཅིག་དང་སེམས་ལ་ཡང་ཅིག་འཕྲལ་སེལ་འཕྲལ་སེལ་གྱི་སྡུག་བསྔལ་དང་མ་བདེ་བ་ཅིག་ཡོལ་བདེ་བ་དེ་ཙམ་ལས་ཐར་བར་འདོད་པའི་གི་བློ་ཉེ་བར་བཞག་ནས་ཆོས་བསྒྲུབ་པ་ལ་ནུས་པ་མི་འདུག་ག་ད་དེ་ཡོང་དུས་སྡུག་བསྔལ་རྒྱུ་དང་བཅས་པ་ལས་ཟེར་བཤད་ཡོང་དུས་བཅོམ་ལྡན་འདས་ཀྱིས་ཆོས་སྡིངས་ཤིག་གི་རིམ་པ་དེ་ཚོ་ཚང་མ་དེ། ཐེག་པ་འོག་མའི་སྐབས་སུ་ལ་ཡང་ཆོས་ལ་འཇུག་པ་ལ་གལ་ཆེ་བ་རེད། ཐེག་པ་གོང་མ་དེ་ནི་ཐེག་པ་ཆེན་པོའི་གི་སྐབས་སུ་ལ་ཡང་ཆོས་ལྟ་སྒོམ་སྤྱོད་པ་ཟབ་མོ་དེ་ཚོ་དེའི་རྒྱུད་ལ་ཡང་དག་པར་འབྱོར་བ་ལ་གལ་ཆེ་བ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་འདིའི་སྐབས་སུ་ལ་གསང་སྔགས་རྡོ་རྗེ་ཐེག་པའི་གི་ཉམས་ལེན་རེད། གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་གྱི་སྐབས་སུ་ལ་ཡང་དེའི་ཉམས་ལེན་དེ

སྒོམ་མཐོང་པོ་སྐྱོན་པ་མཐོང་པོ་ཅིག་བཤད་བསྡད་པའི་གི་ཕན་གི་ཡོད་མ་རེད། སྣང་སྲིད་དག་པ་རབ་འབྱམས་རེད་བཤད་པའི་གི་ཕན་གི་ཡོད་མ་རེད། སྣང་སྲིད་ཐམས་ཅད་དག་པའི་གི་བྱ་ཡི་ཁང་རེད་སེ་ཕོ་ཐམས་ཅད་དཔའ་བོ་རེད་མོ་ཐམས་ཅད་དཔའ་མོ་རེད་རྣམ་པར་རྟོག་པ་གཅིག་ཅང་ཡོད་མ་རེད་དེ་ཐམས་ཅད་དེ་ཆོས་སྐུ་གི་རྩལ་རེད་ཟེར་ནས་བཤད་བསྡད་པའི་རྫིག་པོ་ཅིག་བཤད་བསྡད་པའི་གི་ཕན་གི་ཡོད་མ་རེད་ད་ང་ཚོ་ཉམས་ས་ལ་ཕན་དགོས་གི་ཡོད་རེད་ཆོས་ཞུ་གདམས་ངག་ཞུ་དུས་ཚོད་ཅིག་བསྐྱལ་བསྡད་པ་དེ་དེ་གི་ཁ་ཐུག་ཁ་ཐུག་ལ་ཨོ་ད་ངས་ཆོས་འདི་འདྲ་ཅིག་ཞུས་པ་ཡིན་སེམས་རྒྱུད་ལ་འདི་འདྲ་ཅིག་ཕན་གི་འདུག། གདམས་ངག་འདི་འདྲ་ཅིག་ཞུས་པ་ཡིན་སེམས་རྒྱུད་ལ་འདི་འདྲ་ཅིག་ཕན་གྱི་འདུག་སྔར་ཡིན་ན་སེམས་ལ་ཡ་རྟོག་ཚོགས་དེ་འདྲ་ཅིག་ཡོད་ད་ལྟ་ཆོས་སྒྲུབ་བཞིན་སྒྲུབ་བཞིན་ནས་ཅིག་སེམས་ལ་ཡ་ཕན་ཡོན་དང་ཅིག་ནུས་པ་དང་དེ་ཡི་བྱིན་རླབས་དེ་འདི་འདྲ་ཅིག་ཐོབ་ཀྱི་འདུག་བསམ་པས་ཅིག་རང་ལ་ངེས་ཤེས་ཅིག་རྙེད་དགོས་ཀྱི་རེད་མ་གཏོགས་བླ་མ་ཅིག་ལ་བསྟེན་བྱས་ནས་བླ་མ་དེ་གིས་འོ་ཁྱེད་རང་འདི་ཞུ་དགོས་རེད་འདི་ཐོབ་དགོས་རེད་ཅིག་ཡོང་གི་རེད་ཕན་ཡོན་ཡོང་གི་རེད་གཉིས་ཡོང་གི་རེད་ཟེར་བཤད་བསྡད་པས་ཀྱི་ང་ཚོ་ལ་ཡ་དེ་གི་ཕན་ཐོགས་གང་ཡང་ཡོད་མ་རེད། དེ་འདྲ་ཡིན་དུས་དང་པོ་ཆོས་ལ་འཇུག་པ་ལ་ཡང་གལ་ཆེ་ཤོས་དེ་ངེས་འབྱུང་རེད་ཟེར་ཏེ་ད་ལྟིང་ང་ཚོ་རྟག་པར་སེམས་ནས་ཡང་ངེས་དགོས་ཀྱི་ཡོད་རེད། ང་ཚོས་ཆོས་ཀྱིས་སྒྲུབ་ཀྱི་ཡོད་རེད་དེ་ཡིན་ན་ཡང་ཆོས་སྒྲུབ་སྟངས་དེ་ཡང་དག་པ་ཅིག་གི་གནད་ལ་མ་འགྲོ་ཡོང་དུས་ད་ནི་གྲངས་ཀ་དེ་གཙོ་བོ་བཞག་དུས་ཚོད་དེ་གཙོ་བོ་བཞག་ད་དེ་འདྲ་ཅིག་གི་ཐོག་ནས་ཕ་ཆེ་ཕན་ཐོག་ཡོང་གི་རེད་གོ་ཕན་ཐོག་ཡོང་བར་ཤོག་ཕན་ཐོག་ཡོང་དགོས་ཀྱི་རེད་བསམ་པ་འདྲ་བོ་ཅིག་ཡུལ་འདྲ་བོ་བལྟས་ཚེ་ཤེས་ནས་འོ་ད་དེ་འདྲ་ཅིག་གི་བསམ་བློ་མ་གཏོགས་མེད་པར་བ། དེ་ཡིན་དུ་ད་གནས་ལ་འབྱོར་མ་འབྱོར་ཏེ་དེ་ལ་ངེས་འབྱུང་དྲག་པོ་རྒྱུད་བསྐུལ་ནས་ཟས་དེ་ལྔའི་ངོ་སྤྲོད་ད་ལྟ་འདི་མ་ངོ་སྤྲོད་ཅིག་ཞུ་ན་ཡག་པོ་འདུག་བསམས་སོང་ལྷག་པར་དུ་ང་རང་ཚོ་ལས་དང་ལས་དང་པོ་པ་རང་དང་རང་འདྲ་བ་ལ་བརྟེན་ནས་བློ་དོར་རྣམ་པ་ཞིག་ལ་བརྟེན་ནས་འཁོར་བ་ལ་ངེས་འབྱུང་གི་ཤུགས་དྲག་པོ་ད་བློ་དོར་རྣམ་ཤེས་ཟེར་ཡ་དེ་དུས་རྒྱུན་དུ་ང་ཚོ་སྔོན་འགྲོ་ལྟ་མཁན་ཚང་མས་ཀྱི་ཤེས་ཀྱི་ཡོད་རེད་པ་དཔེར་ན་ཀམ་ཚང་གི་སྔོན་འགྲོ་འདྲ་པོ་ཤག་ཤག་ན་དང་པོ་བསྒོམ་བྱ་དང་ཆོས་རིན་ཆེན་དེ་ཐོབ་དཀའ་འཇིག་ལ་ད་རེས་དེང་ཡོད་བྱ་དང་ཆོས་རྙེད་དཀའ་བ་ལ་བསམས་ཏེ་ཆོས་ལ་འཇུག་པ། ད་ཆོས། དང་པོ་དགོངས་འཆར་དང་ཆོས་རང་བཞིན་དུ་ཐོགས་པ་གཅིག་ལ་ད་རེས་ཐོན་ཡོད། གཉིས་པ་སྣོད་བཅུད་ཐམས་ཅད་མི་རྟག་ཅིང་དགོས་སུ་འགྲོ་བའི་ཚེ་སྲོག་ཆུ་བུར་འདྲ། ནམ་འཆི་ཆ་མེད་ཤི་ཚེ་རོ་རོ་འགྱུར། དེ་ལ་ཆོས་རྗེ་ཕན་ཕྱིར་བརྩོན་པས་འབྲུ་འུ་ཟེར་བ་ལ་འཆི་བ་མི་རྟག་པ། འཆི་བ་མི་རྟག་པ་ལ་བློ་འབྱོངས་ནས་ཆོས་རྣམ་དག་རྒྱུད་ལ་འགྲོ་དགོས་ཀྱི་ཡོད་པ། དེར་འདུལ་བ། གཉིས་པ་ཐུགས་རྗེ་མཁན་པོ་གྲུབ་ནམ་ཆུབ་ཕྱིར་སྒྲུབ། དེ་ལ་ཆོས་རྗེ་ཕན་ཕྱིར་བརྩོན་པས་སྒྲུབ། གསུམ་པ་ཤི་ཚེ་རང་དབང་མི་འདོར་བ། ལས་ནས་བདག་གིར་ཆགས་ཆེ་སྡིག་པ་སྤང། དགེ་བའི་བྱ་བས་རྟག་ཏུ་འདའ་བར་བྱ་ཞེས་སམ་ཉིན་རེ་རང་ཆོས་ཉིད་ལ་བརྟགས་ཁོ་རང་ནང་ལོགས་ལ་ཡང་ཅིག་ཉི་མ་རེ་རེ་བཞིན་དུ། ཅིག་སོ་སོའི་ཀུན་སློང་ཡིན་ན་རེ་འདུ་ཤེས་ཡིན་ན་རེ་བསམ་བློ་བཏང་བཏང་སྟེ་ཆོས་དང་མཐུན་གྱི་འདུག་མི་འདུག་བརྟག་ཅིང་བཏང་གོ་རེ། ད་འཁོར་བའི་ཉེས་དམིགས་ཐོག་ནས་གསུང་གི་ལས་སྦྱོར་འཆི་བ་མེད་ད་ལས་སྦྱོར་འདི་འཁོར་བའི་ཉེས་དམིགས་གསུང་གི་ཡོད་རེད་བ། དེ་ལས་ཡིན་དུས་ད་ཅིག་དེ་ཚོའི་གྲས་ལ་ཡང་ཅིག་ཚེ་དང་ཚེ་ཉིད་ལོངས་བ་ཅིག་གིས་སོ་སོ་གི་རྒྱུད་ལ་ཡང་མྱོང་བ་ཅིག་ཐོན་མ་ཐུབ་ན་ད་འབྱོར་རྙེད་དཀའ་བ་ལ་བསམ་ནས་མྱོང་བ་ཅིག་བཅས་དེའི་ཐོག་ནས་ཆོས་ལ་འཇུག་པ་ལ་སྤྲོ་བ་སྐྱེ་དགོས་ཀྱི་འདུག་གཉིས་པ་དེ་འཆི་བ་མི་རྟག་པ་སེ་ཡ་ཏིག་གི་གནད་འགག་དེ་ཡང་དག་པར་ཤེས་པའི་ཐོག་ནས་བློ། འཆི་བ་མི་རྟག་པའི་གི་ཉམས་ལེན་གྱི་ནང་ལ་བ་འབྱོངས་ནས་དེའི་ནང་དུ་བ་སོང་ནས་འཆི་བ་མི་རྟག་པ་རེད་འདུག་བསམ་པའི་གི་ངེས་ཤེས་གཅིག་གི་ཐོག་ནས་ཆོས་ལ་འཇུག་དགོས་བ་མ་གཏོགས་ཞེད་སྣང་བསྐུལ་ནས་སྐྲག་སྣང་བྱས་ནས་ཆོས་ལ་འཇུག་བསྡད་པ་བྱེད་ཀྱི་ཕན་གྱི་མི་འདུག་མི་འདུག་བ། འོ་དེ་རེད་རེད་འཆི་བ་མེད་ད་ལའི་རྒྱུ་འབྲས། ཨོ་ད་འབྱུང་ཉེས་ཀ་འཆི་བ་མེད་ད་ལའི་རྒྱུ་འབྲས་དེ་རེད་ད་གསུམ་པ་དེ་ལའི་རྒྱུ་འབྲས་རེད་ད་ལའི་རྒྱུ་འབྲས་བསལ་ཏེ་ང་ཚོ་དུས་ཆེན་འོ་དེ་སྐྱེ་བ་སྔ་མའི་ལས་རེད་གཅིག་གི་ལས་འབྲས་རེད་ལས་འབྲས་སུ་ཤེས་ཀྱི་ཡོད་རེད་དེ་ཡིན་ན་ཡང་བཅོམ་ལྡན་འདས་ཀྱིས་ཆོས་ཀྱི་རྩ་བ་དེ་ལས་འབྲས་ལ་བཞག་ཡོད་རེད་དེ་ལ་བརྟེན་ནས་ཝཱ་ར་ན་སི་ལ་དང་པོ་གདིང་བཞི་ཆུ་འཁོར་བསྐོར་ཡ་དེའི་རྩ་བ་དེ་ལ་ཐུག་ཡོད་རེད་སྡུག་བསྔལ་ཤེས་པར་བྱ་བ་ཀུན་འབྱུང་སྤང་བར་བྱ་བ་དཔེར་ན་འགོག་པ་ཐོབ་པ་དེ་དེ་ཡིས་ཐོབ་པའི་ཀྱི་ལམ་གྱི་བདེན་པ་བསྟན་པར་བྱའོ་ཟེར་ཡ་དེ་ལས་འབྲས་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། གཏན་ནས་ལས་འབྲས་ཟེར་ཡག་དེ་གི་ཚུལ་ལ་ཡང་སོ་སོ་གི་ཡིད་ཆེས་ཅིག་ཡང་དག་པ་ཅིག་སྐྱེས་མ་ཐུབ་ན་དེ་ལས་རེད་ཟེར་བའི་གེ་ཕན་གི་ཡོད་མ་རེད་ལས་འབྲས་རེད་ཟེར་བའི་གེ་ཕན་གི་ཡོད་མ་རེད་ད་ངེས་ཤེས་ཚགས་སོ་ཚུད་པ་ཅིག་དགོས་གི་ཡོད་རེད་ཆོས་ཀི་ཐོག་ནས་སྐད་ཆ་བཤད་ན་ལས་འབྲས་ཚགས་སོ་ཚུད་པ་ལ་སླེབས་ཡོང་དུས་དེ་ལས་ནག་པོ་ལ་ཡང་འཇུག་པ་ལ་འཚེར་སྣང་ཡོད་དེ་ཡག་ཅིག་ལས་དཀར་པོ་ལ་འཇུག་པ་ལ་ཡང་སྤྲོ་བ་ཡོད་པ་ཅིག། དེ་ཡི་སེམས་ཀྱི་ཚོགས་ལ་ཡི་མྱོང་ཚོར་ཅིག་ཡོང་དགོས་ཀྱི་འདུག་ག་དེ་མ་གཏོགས་སངས་རྒྱས་ཀྱིས་གསུངས་པ་རེད་བྱང་ཆུབ་སེམས་དཔས་གསུངས་པ་རེད་བླ་མ་དགེ་བའི་བཤེས་གཉེན་སོགས་ཀྱིས་གསུངས་པ་རེད་ཟེར་ནས་དེ་ལ་སྐྱབས་སུ་མཆིའོ་ཟེར་བའི་གི་བློ་ཙམ་ཉེ་བར་བཞག་ནས་དེ་ནི་བླང་དོར་ལ་འཇུག་ལྡོག་བྱེད་དེ་བས་ཀྱི་ཕན་གྱི་མེད་དོ་དེ་འདྲ་ཡིན་དུས་ད་ལན་འབྲེལ་ཚགས་སོགས་ཚུལ་བཞག་སྟེ་ཚགས་སོགས་ཚུལ་བཞག་དེས་ག་རེ་སྲིད་ཡོད་ཟེར་ན་གོ་རིམ་མ་ནོར་བ། མཚན་ཉིད་མ་ནོར་བ། ལམ་མ་ནོར་བ་འཇུག་ལྡོག་མ་ནོར་བ་ཅིག་གི་ཐོག་ནས་འགྲོ་ཐུབ་ན་དེ་ལས་ཡང་ཚགས་སོགས་ཚུལ་བཞག་སྟེ་ཐ་སྙད་དེ་ཡོང་གི་ཡོད་རེད། དེ་འདྲ་ཡོང་ཡ་ལ་རང་ལ་ངེས་ཤེས་ཅིག་ཐོག་ནས་ཡོང་དགོས་ཀྱི་ཡོད་རེད་མ་གཏོགས། བཀའ་འགྱུར་ནང་ལ་གསུང་བཞག་རྟིང་འགྱུར་ནང་ལ་གསུང་འདུག་གསུང་རབ་ནང་ལ་གསུང་བཞག་དགོངས་འགྲེལ་ནང་ལ་གསུང་འདུག་ཟེར་བའི་གི་ང་ཚོ་འདི་རྩ་བ་ཆེན་པོ་ཡིན་པ་ཙམ་ཞིག་གི་རྒྱུད་གྲོགས་ཐུག་ཡ་དང་རྒྱུད་སྨིན་ཐུག་ཡ་དེ་དཀའ་ལས་ཁག་པོ་རེད་དེ་འདྲ་ཡིན་དུས་ལས་འབྲས་ལ་བསམ་བློ་བཏང་ཡ། དེ་ནས་འཁོར་བའི་ཉེས་དམིགས་ལ་བསམ་བློ་བཏང་ཡ་ད་དེ་འདྲ་ཅིག་བཞི་པོ་དེ་ལ་བློ་དོར་རྣམ་བཞི་ཟེར་ཡ་དེ་དེ་རེད་ད་ཚང་མས་མཆན་འགེར་བ། མཆན་འགེར་བ་དེ་ཡིན་ན་ཡང་དྲན་གསོ་རེད་དང་འབྱོར་ཉེས་དགའ་བ་འཆི་བ་མེད་ད་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ཟེར་དེ། ཆོས་ལ་འཇུག་པ་ལ་དང་པོ་ཆང་བཙོ་དེ་ཉམས་ལེན་བྱེད་དགོས་རེད་ཟེར་ཟེར་ནས་སྒྲིག་དང་ཁྲིམས་དང་ཅིག་གི་ལུགས་སྲོལ་འདྲ་བོ་ཅིག་མ་ཡིན་པ། ཆོས་ལ་འཇུག་པ་ལ་ཁང་པའི་ནང་ལ་འཇུག་ཡ་ལ་སྒོ་དེ་སྒོ་དང་འདྲ་བ་དེ། ག་རེ་ཟེར་ན་བློ་ལྡོག་རྣམ་ཤེས་དེ་རེད་གསུངས་ཡོད་རེད། བློ་ལྡོག་རྣམ་ཤེས་ཀྱི་ཉམས་ལེན་དེ་སེམས་རྒྱུད་ལ་ཡ་མྱོང་ཚོར་དྲག་པོ་ཅིག་སྐྱེས་ནས་ནི་ཅིག། དེ་ལ་དེ་ཡི་ཐོག་ལ་ཡ་ཅིག་གི་མྱོང་ཚོར་དང་ཡང་ན་ཅིག་སོ་སོ་ཀྱི་བློ་དེ་དེའི་ནང་ལ་བ་ཡང་དག་པ་འཇུག་ཐུབ་ན། དེས་གོང་མ་གོང་མའི་གེགས་ཡོན་ཉམས་ལེན་དེ་སུ་འཕྲད་དེ་རིམ་པར་བགྲོད་པ་ལ་དཀའ་ངལ་མེད་པ་ཚེགས་མེད་པ་ཡང་དག་པ་ཞིག་འགྲོ་ཐུབ་ཀྱི་རེད། དེ་ཡིན་དུས་ང་ཚོ་ཡ། མཐོན་པོ་གཅིག་ལ་བལྟས་ཏེ་མ་གི་རྩ་བ་འདྲ་བོ་དེ་ལ་ཡ་གལ་ཆེན་པོ་དང་དཀའ་ངལ་འདི་ཉུང་ཉུང་རེད་དེ་ཡོད་རེད་ད་ཆོས་པ་ནང་བོ་ལ་དེ་འདྲ་ཡིན་དུས་ང་ཚོ་ཆོས་དེ་རྣམ་དག་ཅིག་ཡོང་མ་ཐུབ་ཡ་དང་ཆོས་ཀྱི་སེམས་རྒྱུད་ལས་ཡོང་བ་ལ་ད་འདི་ཚོ་འདྲ་གསང་སྔགས་རྡོ་རྗེ་ཐེག་པའི་ཉམས་ལེན་རེད། ལྷག་པར་དུ་ད་ཉི་ཆུའི་སྐར་མ་སོ་ཉི་ཆུའི་གཏེར་མ་ཆགས་བསྡད་ཡོད་རེད་ཉི་ཆུའི་གཏེར་མ་ནང་ངོ་ལ་ཉམས་ལེན་བྱེད་ཐུབ་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་གདམས་ངག་ཤ་སྟག་ཡོད་རེད་དེ་ཡིན་ན་ཡང་ཐོག་མར་མེད་དུ་མི་རུང་བ་འདི་ཚོ་ཡིན་གསལ་ཏེ་ཁྲིག་ཁ་འདྲེ་ཞིག་ཡིན་པ་ཡིན་ན་ཡང་དབུ་དེ་ན་དེ་བཞག་ཡོད་རེད་དེ་ཨ་སྐོར་ཡང་སྐོར་བྱེད་ནས་དེ་ལྕགས་ཐབ་བྱེད་ནས་ལྕགས་ཐབ་ཅོར་ཐབ་བྱེད་ནས་མང་པོ་གསུངས་བསྡད་ཡ་དེ་གལ་ཆེན་ཡིན་ནས་གསུངས་པ་རེད་མ་གཏོགས་དུས་ཚོད་མ་ཆོད་ནས་དྲི་རྒྱུ་མེད་ལབ་རྒྱུ་མེད་ནས་བྲིས་བསྡད་པ་ཅིག་བཞག་བསྡད་པ་མ་རེད་བ། དེ་འདྲ་ཡིན་དུས་གལ་ཆེན་དོགས་ཆེན་ཅིག་ཡིན་པ་ཡིན་དུས་ཁྲིད་ག་འདྲའི་ཞིག་ཡིན་པ་ཡིན་ན་ཡང་གཏེར་ཁ་གོང་འོག་གི་ཆོས་ཁ་ག་འདྲའི་ཞིག་ཡིན་པ་ཡིན་ན་ཡང་མགོ་དེད་ན་འདི་བཞག་ཡོད་རེད་དེ་ལ་དེ་ནི་བློ་དོར་རྣམ་པ་ཞིག་ལ་བརྟེན་ནས་འཁོར་བ་ལ་ངེས་འབྱུང་གི་ཤུགས་དྲག་པོས་བློ་རྒྱུད་ཆོས་ལ་བཀུར་བར་བྱ་སྟེ་ཟེར་ད་འདི་ནས་གསུངས་པ་དེ་ངས་མ་སྐྱོར་གྱི་ཡོད་རེད་ང་རང་བཤད་བདེ་བ་སྐད་ཆ་མ་རེད་ཡིན་ན་ཡིན་དུས་འདི་ནས་གསུངས་པ་དེ་སྐྱོར་ན

བཅོམ་ལྡན་འདས་ཀྱིས་ཆོས་ལ་འཇུག་པ་ལ་གོ་རིམ་དེ་ནོར་སོང་བ་ཡིན་ན་འགྲིག་གི་མི་འདུག་ཨོ་དེ་འདྲ་ཡིན་དུས་འདི་ལ་བློ་རྒྱུད་ཆོས་ལ་ཆོས་ལ་བཀུར་བར་བྱ་སྟེ་ཟེར་བ་དེ་དེ་འདྲ་ཡོང་གི་འདུག། ད་རེས་བདག་གིས་ད་རེས་བདག་གིས་གཏན་ཕུན་སུམ་ཚོགས་པ་ཞིག་ཤིན་ཏུ་རྙེད་དཀའ་ལ་དོན་རྙེད་ན་དོན་ཆེན་པོ་དང་ལྡན་པའི་ཐར་བ་རྗེས་འགྲོ་པ་བཅུའི་སྦྱིན་པའི་ལུས་རིང་པོ་ཞིག་ཐོབ།

མ་གཏོགས། གུ་རུ་རིན་པོ་ཆེ་རྩ་བ་ཆེན་པོ་རེད་དེ་ནང་ལ་ཚང་མ་ཚང་སྡེ་ཡོད་རེད་བསམ་ནས་དེ་ག་ཀུན་རྟོག་གི་བཅོས་མའི་ཀུན་རྟོག་ཅིག་གི་ཡིད་ཆེས་ལས་ཕན་གི་ཡོད་མ་རེད་ངེས་ཤེས་འདྲོངས་དགོས་བ་རེད་ངེས་ཤེས་འདྲོངས་ཡག་ལ། རྒྱུ་མཚན་དེ་ཚོ་གྲས་ལ་ཡ་རེ་རེ་བཞིན་ལ་བསམ་མོ་བཏང་ནས་དེ་བཤད་གྲ་ལ་དེ་དེ་ངས་དཔེ་ཆ་བ་གཅིག་པོ་གི་སྐད་ཆ་མ་རེད། མ་རེད་བ། དཔེ་ཆ་བ་གཅིག་པུ་གི་བསམ་བློ་དང་ཡང་སྐད་ཆ་མ་རེད་ང་ཚོ་ད་ཚིག་ཉིག་པ་ཟེར་ཡ་དེ་དཔེ་ཆ་བ་ཟེར་དེ་ཡང་ཁོ་རང་ཁོ་རང་ཞིབ་འཇུག་བྱེད་བྱེད་ནས་ནང་པའི་ཆོས་ལ་ཡང་ལྟ་སྒོམ་སྤྱོད་པའི་གི་ཞིབ་འཇུག་བྱེད་མཁན་ཞིག་རེད་བསམ་པ་འདྲ་བོ་ཅིག་འཚམས་པ་རེད་སྤྲོས་པ་ཐམས་ཅད་དེ་ཡང་དེ་མོ་གོ་བ་འདྲ་བོ་ཞིག་རེད་འདུག་བ། ཅིག་གི་དེ་ཚོ་ཁྲལ་བའི་སློབ་སྦྱོང་མོ་གོ་སོ་དེ་འདྲ་མ་ཡིན་པ་ཐམས་ཅད་མཁྱེན་པ་ཐམས་ཅད་མཁྱེན་པ་དོན་དུ་གཉེར་བ་གི་བདག་ལེགས་སོ་འདོད་པ་ཟེར་དེ་བདག་ལེགས་སོ་འདོད་པའམ། ཀུན་སློང་དང་རེ་བ་དེ་ཐམས་ཅད་ཆེན་པོ་ཐོབ་གོ། དེ་ཐོབ་པར་བྱ་བ་ལ། གང་གི་ཆེད་དུ་ཡིན་ན། སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཡིན་ཟེར་ནས་འདྲ་ཆགས་པོ་ཞིག་ཅིག་ང་ཚོ་ཁ་ནས་བཤད། བླ་མ་ཚོ་གས་གསུངས། ཅིག་གིས་ཚངས་པ་ཚོ་ཡིན་ན་རེད་དཔེ་ཆ་བ་ཚོ་གས་ཅིག་གིས་ཤེས་མཁན་ཐམས་ཅད་གས་ཅིག་གིས་ཞིབ་ཅིག་འདྲ་ཆགས་པོ་ཅིག་ང་ཚོ་བསྒྲིགས་བསྡད་ཀྱི་ཡོད་རེད་བ། ཡིན་ན་ཡང་སེམས་ཅན་རྣམས་ལ་དེ་འདྲའི་ཅིག་གི་མྱོང་ཚོར་ཅིག་སླེབས་མ་ཐུབ་ན། དེ་ནི་ཕན་གྱི་མེད་པ་རེད་དེ་འདྲ་ཡིན་དུས་འདི་སྐབས་ལ་ལྟ་མྱོང་ཚོར་དེ་ཤེས་ཀྱི་ཡོད་རེད་མྱོང་བ་དང་ཚོར་བ་ཞིག་དགོས་འདུག་བ་ཚོར་བ་ཡོང་ཡང་ན་དང་པོ་མྱོང་བ་དགོས་ཀྱི་ཡོད་རེད་མྱོང་བ་སེལ་ཡག་དེ་ཐོས་བསམ་གྱི་ཐོག་ལ་སྒྲོ་འདོགས་བཅད་དགོས་ཀྱི་ཡོད་རེད་བླ་མའི་གདམས་ངག་སེམས་ཐོག་ཏུ་བཞག་དགོས་ཀྱི་ཡོད་རེད་དེ་ཡང་ཆུ་ཚོད་དང་དུས་ཚོད་འཕྲོ་བརླག་མ་འགྲོ་བ་ཅིག་གི་ཐོག་ནས་ཅིག་གི་ཐ་མ་དཔེ་གྱི་སྤྱོད་ལམ་ནང་ལ་ལྷག་སོང་བ་མ་ཡིན་པ་ཐ་མ་འགྲོ་འདུག་གི་སྤྱོད་ལམ་ནང་ལ་ལྷག་སོང་བ་མ་ཡིན་པ་ཆོས་བྱེད་པའི་དུས་ཚོད་ཟེར་ཡག་ཅིག་ཡང་བཏང་སྙོམ་དུ་བསྡད་པའི་དུས་ཚོད་ཟེར་ཡག་ཅིག། ཉམས་ལེན་བྱེད་པའི་དུས་ཚོད་ཟེར་ཡ་གཅིག་ཡང་ཉམས་ལེན་མེད་པར་ཐ་མལ་པར་འདས་པའི་དུས་ཚོད་ཟེར་དེ་འདྲ་གི་དབྱེ་བ་མ་ཕྱེ་ནས་ཉིན་མཚན་དུས་དྲུག་དེ་ཁོ་ན་དུས་ཚོད་ག་རེ་ཡོད་པ་དེ་ཁོར་མི་ཚེ་ཆོས་ལ་སྐྱོལ་ཟེར་གི་ཡོད་རེད་མི་ཚེ་ཆོས་ལ་སྐྱལ་ཟེར་ཡ་དེ་དུས་ཚོད་དང། ལྟ་ཁྲིད་ཀྱི་ཟླ་བ་དང་བདུན་ཕྲག་དང་ཉིན་དང་མཚན་དང་སྔ་དྲོ་དང་ཕྱི་དྲོ་ལ་སོགས་པ་ཚན་ཚིག་གི་དབྱེ་བ་མེད་པར་ཁོ་རང་སོ་སོ་གས་ཅིག་ང་ཆོས་སྒྲུབ་མཁན་ཅིག་ཡིན་ཆོས་གནས་དང་འགྲོ་བ་ཞིག་དགོས་ཀྱི་འདུག་ཆོས་གནས་དང་འགྲོ་བ་ལ་ངས་དུས་ཚོད་དེ་ཆོས་ཀྱི་ཐོག་ལ་བ་གཏང་མ་ཐུབ་ན་ད་ལོ་དང་ཟླ་བ་ཞག་དང་ཟ་མ་དེ་འདྲའི་ཚེ་དུས་ཚོད་འཕྲོ་བརླག་ཕྱིན་པ་ཡིན་ན་ནམ་འཆི་ཆ་མེད་རེད་འཆི་ཅིང་ངེས་མེད་རེད་འཆི་བའི་སྐབས་སུ་ཆོས་མང་དུ་ཕན་གྱི་མེད་ཟེར་ནས་བླ་མས་གསུང་གི་ཡོད་རེད་དཔེ་ཚིག་ནང་ན་ཡོད་རེད་ཡིན་ནའང་ཆོས་མང་དུ་ཕན་གྱི་མེད་ཟེར་ཡ་དེ་གཞན་པ་གང་གིས་ཕན་གྱི་མ་རེད་ཟེར་ཏེ་སོ་སོ་གི་མྱོང་བ་གཅིག་གི་ཐོག་ནས་ད་ཕན་གྱི་མི་འདུག་ཟེར་བ་གཅིག་གི་བློ་ལ་ངེས་ཤེས་གཅིག་འགོག་གི་ཡོད་རེད་མ་གཏོགས་བླ་མས་གསུངས་པ་དང་དགེ་བའི་བཤེས་གཉེན་གསུངས་པ་གིས་ཕན་གྱི་མི་འདུག། འོ་ད་དེ་འདྲ་ཡིན་དུས་ད་ལྟ་འདི་རྣམས་ལ་གསུང་ཡང་དེ། དག་ཅན་འཇོག་ཆོས་གསང་བའི་མི་ལུས་རིན་པོ་ཆེ་དེ་ང་ཚོ་ད་ད་ལྟ་དུས་སུ་མི་ལུས་རིན་པོ་ཆེ་ཐོབ་ཏུ་ཡོད་རེད། ཆོས་སྒྲུབ་ཀྱི་ཡིན་ཟེར་གྱི་ཡོད་རེད། ལུས་ཀྱི་ཐོག་ནས་སྐོར་བ་འགྲོ་ཡག་དང་ཕྱག་འཚལ་ཡག་ལ་སོགས་བལ་གྱི་ལུགས་ཀྱི་སྐྱེ་བ་དཀའ་ལས་ཤིན་ཏུ་རྒྱག་གི་ཡོད་རེད། ངག་གི་ཐོག་ནས་ཁ་འདོན་བསགས་ཡག་རེད་ཅིག་སྐྱབས་འགྲོ་འདོན་ཡག་རེད་སེམས་བསྐྱེད་འདོན་ཡག་རེད། དེ་ག་ནང་བཞིན་གྱི་ཅིག་ལྷག་པའི་ལྷ་ཡི་མཚན་སྔགས་བཟླས་ཡག་རེད། ཅིག་དེ་ནས་གསུང་རབ་དགོངས་འགྲེལ་ཐམས་ཅད་ཀློག་ཡག་རེད། འགལ་བ་མང་པོ་ཞིག་འགྲོ་གི་ཡོད་རེད། ཡིན་ན་ཡང་སེམས་ཀྱི་ཐོག་ལ། ཐོག་མར་ངེས་འབྱུང་གི་བློ་སྐྱེ་བ་ནས་བཟུང་སྟེ་ལམ་གྱི་རིམ་པ་དེ་སྐྱབས་འགྲོ་སེམས་བསྐྱེད་ད་དེ་ནས་ཡ་བྱས་ནས་སྔགས་བླ་མེད་ལ་འཇུག་ཡོང་དུས། ལམ་རིམ་པ་གཉིས་ཀྱི་ནང་ཆོས་ཀྱི་ཏིང་འཛིན་ལ་ཡ་བསམ་མོ་ད་ངེས་དུས་དཀོན་པོ་ཆགས་ཀྱི་ཡོད་རེད་འདི་ང་ཚོ་མྱོང་བ་ཧ་གོ་གི་འདུག་ག། ཀོ་དེ་རྫུན་གང་མ་རེད་ཀོ་མངོན་སུམ་ང་སོ་སོ་ལས་ཡང་ཉུང་བ་ཐོན་དུ་ཡང་ཅིག་ཆགས་བསྡད་ཀྱི་ཡོད་རེད་ཅིག་ཀོ་ར་འགྲོ་བའི་སྐབས་སོགས་ཡིན་ན་ཡང་ང་ཚོ་སུ་ཡིན་པ་ཡིན་ན་ཡང་ཅིག་ལུས་ཀྱི་ཐོག་ནས་སྐོར་བ་འགྲོ་གི་ཡོད་རེད་ཕྱག་འཚལ་གྱི་ཡོད་རེད་དེ་སེམས་དེ་དེ་མཉམ་དུ་ལ་འགྲོ་མཁན་དེ་དཀོན་པོ་འདུག་བ་དཀོན་པོ་རེད་དེ་སོ་སོ་སོ་སོས་བསམ་བློ་བཏང་པ་ཡིན་ན་ད་གྲངས་ཀ་བརྒྱ་བྱས་ན་དེ་རིང་ཀོ་ར་ལྔ་ཕྱིན་པ་ཡིན་བཅུ་ཕྱིན་པ་ཡིན་ལྔ་བཅུ་ཕྱིན་པ་ཡིན་འཕགས་པ་ཤིང་བོའི་མཐའ་སྐོར་ལ་ཡང་ཉི་མ་རེ་ལ་བཅུ་གསུམ་འགྲོ་གི་ཡོད་བཅོ་ལྔ་འགྲོ་གི་ཡོད་ཟེར་མཁན་དེ་མང་པོ་ཡོད་རེད། ཡིན་ན་ཡང་དེ་དང་མཉམ་དུ་སེམས་དེ་ཡང་གཅིག་གིས་དང་པོ་ངེས་འབྱུང་ནས་མགོ་བཙུགས་ནས་དེ་ནས་སྐྱབས་སུ་འགྲོ་བའི་གི་བློ་དང་འབྲེལ་ནས་དང་པོ་ངེས་འབྱུང་མེད་ན་སྐྱབས་འགྲོ་ཡོང་གི་མ་རེད། ངེས་འབྱུང་གི་བློ་སྔོན་དུ་འགྲོ་དགོས་ཀྱི་ཡོད་རེད་བཅོམ་ལྡན་འདས་ཀྱིས་ཡང་ངེས་པར་འབྱུང་བའི་ཚུལ་རིམ་གྱིས་དབང་དུ་བྱས་ཏེ་ཟེར་ཡང་དེ་དང་པོ་བཞག་དེ་ལ་བརྟེན་ནས་དེ་ནས་གཅིག་གིས་གདིང་ཞིག་གི་ཉམས་ལེན་གྱིས་སླེབ་དེ་ལ་བརྟེན་ནས་རིམ་པས་བཞིན་དུ་ལམ་གྱི་རིམ་པ་ལ་འགྲོ་སྟངས་དེ་བཞག་ཡོད་རེད་ད་དེ་འདྲའི་བསམ་བློ་དེ་ཚོ་ད་ཕར་བཞག་ཞོག་དེ་ད་གཅིག་ཏང་གི་སྡུག་བསྔལ་གྱི་སྡུག་བསྔལ་ཤེས་པར་བྱ། ཟས་ཀྱི་སྡུག་བསྔལ་ཙམ་ལ་བསམ་བློ་བཏང་མཁན་དེ་ཁག་པོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ལུས་ཀྱི་དགེ་བ་ཅིག་འགྲོ་གི་ཡོད་རེད་དེ་ལུས་ཀྱི་དགེ་བ་རྣམ་དག་ལ་འགྲོ་གི་མི་འདུག་མི་འགྲོ་བའི་རྒྱུ་མཚན་ག་བ་ཐུག་འདུག་ཟེར་ན་ལུས་དང་སེམས་གཉིས་དེ་མཉམ་དུ་འགྲོ་གི་མི་འདུག། ལུས་དང་སེམས་དེ་ཀུན་སློང་དང་ལུས་ཀྱི་སྐྱོན་ལམ་དང་སེམས་ཀྱི་སྐྱོན་ལམ་གཉིས་པོ་དེ་ཐ་དད་དུ་ཡན་གར་བར་ཕྱིན་པ་རེད། དེ་ཡན་གར་བར་ཕྱིན་ཡོད་དུས་ལུས་ཁོ་རང་ཐོག་ལ་ཨུ་ཚུགས་རྒྱབ་བྱས་ནས་སྐོར་བ་རྒྱབ་ན་ཨེ་དྲག་ཕྱག་འཚལ་ན་ཨེ་དྲག་ལྟ་བ་ཅིག་རེད་མ་གཏོགས་དེ་དང་མཉམ་དུ་བསམ་པ་གཅིག་གི་ངེས་འབྱུང་གི་བློ་ཡིན་ན་རེད་མི་དག་པའི་བློ་ཡིན་ན་རེད་སྐྱབས་སུ་འགྲོ་བའི་གི་བློ་ཤ་མང་ཅིག་རྒྱུད་ལ་སྐྱེ་མཁན་དེ་ཁག་པོ་རེད་འདུག་དེ་འདྲ་ཡིན་དུས་ལུས་ཀྱི་དགེ་བ་དེ་རྣམ་དག་ཡོང་ཐུབ་གི་མི་འདུག་ཨོ། དེ་ནས་ངག་གི་ཐོག་ནས་ཁ་ཏོན་ས་ང་ཚོ་སྔགས་ས་ཅིག་བཞི་བོ་ཅིག་སྐྱབས་འགྲོ་ས་སྤྱན་རས་གཟིགས་ཀྱི་སྒོམ་བཟླས་ཡིན་ན་རེད་སངས་རྒྱས་སྨན་བླའི་ཆོ་ག་ཡིན་ན་རེད་འོད་དཔག་མེད་ཀྱི་ཆོ་ག་ཡིན་ན་རེད་ཅིག་འདོན་གི་ཡོད་རེད་ཡིན་ན་ཡང། ཆོ་ག་དེ་འདོན་པ་ལ་ཐོག་མར་སྐྱབས་འགྲོ། དངོས་གཞིའི་ཉམས་ལེན་གྱི་སྐབས་སོགས་ལ་ཡང་གཅིག་གི་ལྷག་ཆད་ཀྱི་དམིགས་པ། སྟེ་མཇུག་བསྔོ་བ། འབད་རྩོལ་ཁྲིད་དེ་འགྲོ་གི་འདུག་མི་འདུག་བསམ་བློ་བཏང་པ་ཡིན་ན་ཁག་པོ་ཆགས་བསྡད་ཀྱི་ཡོད་རེད་ད་ཚང་མ་དང་མ་རེད་བ་ཡིན་ན་ད་གཅིག་གི། ཁག་པོ་ཆགས་བསྡད་ཀྱི་ཡོད་ད་དོན་དག་སྙིང་པོ་དེ་བག་ཡོད་དྲན་ཤེས་གཅིག་གིས་མ་ཟིན་ན་ད་དེ་འདྲ་བྱས་ཡོང་དུས། ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་གསུམ་ཡོད་རེད་དེ་ཡིན་ན་ཡང་ཡིད་ཀྱི་དགེ་བ་དེ་གཙོ་བོར་མ་བཟུང་བར་ཟད་ལུས་དང་ངག་གི་དགེ་བ་དེ་གཙོ་བོར་བཟུང་ཡོང་དུས་དེ་ལ་བརྟེན་ནས་ཆོས་རྣམ་དག་དེ་ཡོང་གི་མི་འདུག་ད་དེ་ཡོང་དུས་ཀུན་སློང་བཅོས་ཐབས་བཤད་ཀྱི་ཡོད་རེད་བ་ཀུན་སློང་བཅོས་ཐབས། འདུ་ཤེས་བཅོས་ཐབས། དྲན་པ་དང་ཤེས་ཤིང་ཐོག་ལེ་ཡ་བསམ་བློ་བཏང་སྟངས་ཐོག་ལེ་ཡ་འགྱུར་ལྡོག་ཞིག་གཏང་དགོས་ཀྱི་ཡོད་རེད་འདི་ཐོག་མར་གལ་ཆེ་ཤོས་ཡིན་པ་རེད་ཆོས་ཀྱི་ཐོག་ནས་དེ་གནད་དུ་མ་སོང་བ་ལ་བརྟེན་ནས་དངོས་གཞིའི་ཉམས་ལེན་དེ་གནད་དུ་འགྲོ་ཐུབ་ཡ་དེ་མེད་པ་རེད། དེ་ཡིན་དུས་དེ་དང་དེ་ལ་ཡང་ནས་ཡང་དུ་གསུང་དགོས་ཡ་དེ་སྔགས་བླ་མེད་ཀྱི་ཉམས་ལེན་ཅིག་གི་བསམ་བླང་བསམ་གྱིས་མི་ཁྱབ་པའི་གི་ཆོས་ཚུལ་འདི་འདྲིག་གི་ངང་ངོ་ལ་ཡང་དང་པོ་ངེས་འབྱུང་དགོས་ཀྱི་རེད་སྐྱབས་འགྲོ་དགོས་ཀྱི་རེད་དང་ཆོས་རྙེད་དཀའ་བ་ལ་བསམ་དགོས་རེད་ཟེར་ཡ་དེ་གལ་ཆེན་པོ་དང་དོན་དག་ཆེན་པོ་ཅིག་ཡིན་ངེས་གསུང་གི་ཡོད་རེད་མ་གཏོགས་འོ་དེ་ཚོ་འདི་འདི་ཚིག་ངན་ཐེག་པའི་སྐབས་ཀྱི་སྐད་ཆ་རེད་ཐེག་པ་འོག་མའི་སྐབས་ཀྱི་སྐད་ཆ་རེད་དེ་ཚོ་གོ་ཡ་མི་འདུག་ཟེར་ནས་གསུང་གི་རེད་བ་འདི་ན་ངོ་ལ་ལྟ་སྒོམ་རྒྱག་ཡ་དེ་གལ་ཆེན་པོ་རེད་ངག་གི་ཉམས་ལེན་བྱེད་ཡ་གལ་ཆེན་པོ་རེད་གསུང་གི་རེད་མ་གཏོགས་འདི་ཚོ་འདི་འདི་ཇུས་གཏོགས་མེད་པ་རེད་བ་ད་ཡིན་ན་ཡང་ཇུས་གཏོགས་ནང་ནས་ཇུས་གཏོགས་གལ་ཆེ་ཧ་ཅིག་ཆགས་བསྡད་ཀྱི་ཡོད་རེད། སྐྱབས་ཁྱད་པར་དུ་འཕགས་པ་དཀོན་མཆོག་ཀུན་འདུལ་གྱི་ཚིག་འདི་བླ་མ་དམ་པ་དང་རྗེས་དང་གུ་རུ་རིན་པོ་ཆེ་འདྲ་བས་ན་དཀོན་མཆོག་ཀུན་འདུལ་ཞེ་སྡང་ཀུན་འདུལ་མཁའ་འགྲོ་ཀུན་འདུལ་ཆོས་སྐྱོང་ཀུན་འདུལ་རེད་བསམ་པའི་བསམ་བློ་བཏང་ཐུབ་པ་ཡིན་ན་ད་རེ་རེ་བཞིན་དུ་སྤྱན་རས་གཟིགས་ཀྱི་སྒོམ་བཟླས་རེ་བསད་རྗེ་བཙུན་སྒྲོལ་མའི་སྒོམ་བཟླས་རེ་བསད་ད་ག་ནང་བཞིན་འཇམ་པའི་དབྱངས་ཀྱི་སྒོམ་བཟླས་རེ་བསད་མགོ་བ་རེ་དུ་བ་ད་ཁོ་རང་ནང་ཡོ་ཚང་དེ་ག་ཡོད་རེད་ད་ག་ནང་བཞིན་གྱི་གུ་རུ་རིན་པོ་ཆེ་གྱི་སྐུ་དགེ་འདུན་དཀོན་མཆོག་གུ་རུ་རིན་པོ་ཆེ་གྱི་གསུང་དམ་ཆོས་དཀོན་མཆོག་དགེ་འདུན་གུ་རུ་རིན་པོ་ཆེ་ཐུགས་ཀྱི་སངས་རྒྱས་དཀོན་མཆོག་དེ་ཡིན་དུ་དཀོན་མཆོག་ཀུན་འདུལ་ཆགས་དེ་ག་དུ་བ། དེ་ནས་གུ་རུ་རིན་པོ་ཆེ་ཡང་བྱིན་རླབས་ཀྱི་རྩ་བ་བླ་མ་ཕྱག་བདེ་ཡོད་རེད་དངོས་གྲུབ་ཀྱི་རྩ་བ་ཡི་དམ་ཡང་གུ་རུ་རིན་པོ་ཆེ་ཕྱག་བཞག་ད་ག་ན་ཤིང་གི་ཕྲིན་ལས་ཀྱི་རྩ་བ་ཆོས་སྐྱོང་ཡང་དེ་ཡིན་རེད་རྩ་གསུམ་ཀུན་འདུས་རེད་ད་ཡིན་དུས་དཀོན་མཆོག་ཀུན་འདུས་ཡི་དམ་ཀུན་འདུས་ཆོས་སྐྱོང་ཀུན་འདུས་ཀུན་འདུས་ཡིད་བཞིན་རྒྱལ་པོ་བླ་མ་རིན་པོ་ཆེ་རེད་རེད་ས་བསྟོད་ས་ཁྱེད་རང་མ་གཏོགས་མེད་ཟེར་ཡ་དེ་གཞན་པ་ང་སྐྱབས་ཀྱི་མེད་ཟེར་ཡ་མེད་པ་རེད་ད་ཚང་མ་དེ་རྣམས་ལ་འདུས་དེ་ཡོད་པ་དེ་བཤད་ཡོང་དུས་སྐྱབས་གནས་ཀུན་འདུས་ཟེར་ཡ་དེ་དེ་དུས་སྐྱབས་གནས་ཀུན་འདུས་ཟེར་ཡ་དེ་ཚིག་ནི་ཡོང་གི་ཡོད་རེད། ལོ་དེར་བླ་མ་དམ་པ་ལམ་བཟང་པོ་གསང་སྔགས་རྡོ་རྗེ་ཐེག་པ་འབྱུང་བར་བཀོད་པ་ཨུ་དུམ་མོ་རའི་མེ་ཏོག་ལྟ་བུ་དང་འཕྲད་པའི་སྐབས་འདིར་རེ་སེ་ཅི་རིར་ནང་པའི་བདག་ཅག་གི་སྟོན་པའི་གོས་ནི་གཅིག་གི་གསུང་དང་མཇལ་ཡ་དེ་ཀ་ལས་ཁ་བོ། དེའི་ནང་ནས་ཀྱང་གསང་སྔགས་རྡོ་རྗེ་ཐེག་པ་དེ་དང་འཇིག་རྟེན་གྱི་ཁམས་ལ་མེ་ཏོག་ཨུ་དུམ་མོ་ར་ལྟ་བུ་ཡིན་དཀོན་པོ་ཡིན་ཐོབ་ཡ་ཀ་ལས་ཁ་བོ་རེད་ད་ད་རིང་དེ་ཐོབ་བསྡད་པ་དེ་འཕྲོ་བརླག་མ་བཏང་བ་བྱས་ནས་ལམ་གྱི་རིམ་པ་དེ་ཚོ་བྲལ་ཏེ་རིགས་ཀྱི་གོ་རིམ་མ་ནོར་བ་མཚན་ཉིད་མ་ནོར་བ་བཅས་ཀྱི་ཐོག་ནས་རྒྱུད་ལ་ཡང་དག་པར་ཅི་འབྱོར་ཐུག་དགོས་ཀྱི་རེད་ཟེར་ནས་གསུང་ཡ་དེ་དེ་ཆགས་ཀྱི་ཡོད་རེད་དེ་འདྲ་ལ་བསམ་བློ་བཏང་ན། ད་ང་ཚོ་སངས་རྒྱས་ལ་ཡིད་ཆེས་ཡོད་ཟེར་གྱི་ཡོད་རེད་གུ་རུ་རིན་པོ་ཆེ་ལ་ཡིད་ཆེས་ཡོད་ཟེར་གྱི་ཡོད་རེད་སྤྱན་རས་གཟིགས་ལ་ཡིད་ཆེས་ཡོད་ཟེར་གྱི་ཡོད་རེད་ད་ཡིད་ཆེས་ཟེར་ཡ་དེ་ང་ཚོ་མི་དང་མི་གི་ཡིད་ཆེས་འདྲ་པོ་ཅིག་རེད་བ་ད་དཔེ་བཞག་པ་ཡིན་ན། ད་མི་དང་མི་གཉིས་ཀྱི་དཔའ་རུ་ལ་ཡང་ཡིད་ཆེས་ཡོད་པ་ཡིན་ན་ཁོས་སྙིང་གཏམ་ག་རེ་བཤད་ཡོད་པ་དེ་དེ་ལ་ཤེས་ཀྱི་རེད་བ། ཁོས་ང་ལ་བསླུ་གི་མ་རེད། ངས་ཁོ་ལ་སྙིང་གཏམ་བཤད་པ་ཡིན་ན་ཁོས་ང་ལ་བསླུ་གི་མ་རེད་བསམ་པའི་ཡིད་ཆེས་ཅིག་ཡོང་གི་ཡོད་རེད་བ། ད་འདི་ལྟ་བུ་བྱུང་ན་གུ་རུ་རིན་པོ་ཆེ་ཡང་དཀོན་མཆོག་ཀུན་ཏུ་ཡི་དམ་གང་ཐོབ་ཀྱི་རེད་བསམ་ཡོང་དུས་དེའི་ཞག་གཏམ་དེའི་གདམས་ངག་དེ་སེམས་ཚོར་ལ་ཏན་ཏན་བཞག་གི་རེད་བ། དེ་བཞག་པ་ཡིན་ན་སྤང་བླང་འཇུག་ལྡོག་ག་རེ་ཡོད་པ་དེ་ཚོ་བྲལ་དེ་ཡང་རང་གི་ལག་ལེན་ལ་ཡང་སྤང་བླང་འཇུག་ལྡོག་མ་ནོར་བ་ཅིག་ཏན་ཏན་བྱེད་གི་རེད་བ། བྱེད་ཟེར་ཡག་དེ་བྱེད་གི་རེད་མ་བྱེད་ཟེར་ཡག་དེ་ང་ཚོ་སྤང་གི་རེད་རེད་བ། དེ་རེད་ཡོད་དུས་འཇུག་ལྡོག་ཚུལ་བཞིན་དུ་ཉམས་སུ་ལེན་པར་བྱེད་པ་ལ་རྩ་བ་ག་བ་ཐུག་འདུག་ཟེར་ན་ཡིད་ཆེས་ལ་ཐུག་དེ་ཞག། ཡིད་ཆེས་ཟེར་ཡ་དེ་ད་ག་ཚོད་ཡིད་ཆེས་པའི་སྐད་ཆ་མ་རེད་ཡིད་ཆེས་གཏིང་ཟབ་པོ་ཅིག་དགོས་ཀྱི་ཡོད་རེད་དེ་ལ་ཡང་མུ་གུའི་ཟེར་མིང་བཏགས་ཀྱི་ཡོད་རེད་ཕྱག་ཆེན་ཆེན་པོའི་སྐབས་སུ་མུ་གུའི་ཟེར་ཡ་དེ་སྤྱི་དང་དད་པ་དང་ཡིད་ཆེས་མུ་གུ་དེ་བླ་མ་འགའ་ཤས་ཀྱིས་གཅིག་པ་གསུང་གི་ཡོད་རེད་དེ་ཡིན་ན་ཡང་ཕྱག་ཆ་ཆེན་པོ་མཚན་ཉིད་པའི་སྐབས་ཀྱི་སྐད་ཆ་བཤད་པའི་སྐབས་སུ་མུ་གུའི་ཟེར་ཡ་དེ་དད་པ་ལས་ཀྱང་གཏིང་ཟབ་པ། སྤྱི་དང་ཡིད་ཆེས་ལས་ཀྱང་གཏིང་ཟབ་པ་ཅིག་འགྲེལ་བཤད་རྒྱག་གི་ཡོད་རེད་ལ་རྒྱ་གར་མཁས་པའི་གཞུང་ནང་ལ་ཡང་ཡོད་པ་རེད་མ་གཏོགས་བོད་རྒྱའི་བླ་མའི་གསར་པ་ཙམ་བཞག་པ་གང་ཡང་མ་རེད་ནོ་དེ་འདྲ་རེད། དེ་འདྲ་ཡིན་དུས། བླ་མ་དམ་པ་དང་རྗེས་གནང་བཟང་པོ་གསང་སྔགས་རྡོ་རྗེ་བཙུན་མོ་འབྱུང་བ། ཉམས་ལེན་རྒྱུད་ལ་འཇོག་ངེས་པ་ཞིག་བྱ་དགོས་ད་དེ་རེད། དེ་མི་བྱེད་པར། ཚེ་འདི་སྣང་གི་རྣམ་གཡེང་ལེ་ལོའི་དབང་དུ་ཤོར་ན། རང་གིས་རང་ཕུང་སྟེ་འཁོར་བ་མཐའ་མེད་པར་འཁྱམས་ཤིང་སྡུག་བསྔལ་ཁོ་མོ་ཡོད་དུ་མྱོང་དགོས་པས་དེ་ལས་ལྷོད་ཚབས་ཆེ་བ་ཅི་ཡོད་ད། དེ་མི་བྱེད་པར་ཟེར་ཡོན་དུ་དང་སྦྱོར་རྙེད་དགའ། འཆི་བ་མེད་རྟགས་ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ལ་བསམ་བློ་མ་བཏང་པར། ཆོས་བྱེད་ལོ་ཙམ་དང་སྒྲུབ་ལོ་ཙམ་ཞིག་གི་ཐོག་ནས། དུས་ཚོད་བཅད་པ་ཡིན་ན་རང་གིས་རང་བསླུ་བ་རེད་ག་རེ་ཟེར་ན་རྒྱུད་དང་ཆོས་གཉིས་འབྲེལ་ཡོད་མ་རེད་ད་ང་ཚོ་རྒྱུད་དང་ཆོས་འབྲེལ་དགོས་ཀྱི་ཡོད་རེད་བ། བློ་རྒྱུད་ལས་སུ་རུང་དགོས་ཀྱི་ཡོད་རེད་ང་ཚོ་དུས་རྒྱུན་བློ་རྒྱུད་ལས་སུ་རུང་བ་ཟེར་ཀྱི་རེད་བློ་རྒྱུད་ལས་སུ་རུང་ཟེར་ཡ་དེ་ཆོས་ཞུས་པ་དེ་ཅིག་མཐོན་པོ་ཅིག་དང་ཟབ་པོ་ཅིག་དགོས་ཀྱི་ཡོད་མ་རེད་ད་དཔེར་ན་སྐྱབས་འགྲོ་ཡིན་ན་རེད་ད་ག་ན་ཞིག་གི་གདིང་ཞིག་གི་ཉམས་ལེན་ཡིན་ན་རེད་དེ་འདྲ་ཅིག་གི་སེམས་ལ་འབྱོར་ཡོང་དུས་ཐོ་རངས་གཉིད་སད་མ་ཐག་ཏུ་ལམ་སང་ཅིག་གི་སྐྱབས་འགྲོ་གི་བློ་ཡང་དག་པ་ཅིག་རྒྱུད་ལ་སླེབས་ཐུབ་ཡ། བདེན་བཞི་གི་ཉམས་ལེན་ཡིན་ན་ཡང་རང་བཞིན་གྱི་སེམས་ལ་སླེབས་ཐུབ་པ་གཅིག་དགོས་ཀྱི་འདུག་དེ་ནི་ཉེས་པ་ཡིན་ན་ཡང་ཨ་ཧུ་ད་ཞིབ་དུས་ཚོད་མང་པོ་ཅིག་གཉིད་ལས་ཉེས་པ་ཡིན་ན་འཕྲོད་བསྟེན་ཐོག་ནས་ཅི་ཐ་ཉེས་དགོས་ཀྱི་ཡོད་རེད་དེ་ཡིན་ན་ཡང་མི་ཚེ་འདི་སྙིང་པོ་མེད་པ་དང་འཆི་བ་མི་རྟག་པ་ལ་བསམ་བློ་བཏང་ན་ཉེས་ལོང་ཅིག་མི་འདུག་བསམ་པའི་ཁེ་ལོ་སྔོན་མ་བླ་མ་བཀའ་གདམས་བཀའ་གདམས་པ་དགེ་བའི་བཤེས་གཉེན་གོང་མ་དེ་ཚོ་ཐམས་ཅད་ཡང་དག་མ་ཉན་མ་ཉན་འཆི་བ་འོང་ཟེར་ཡ་རྒྱུ་མཚན་འདི་དེ་ནས་ད་ནི་ཡོང་གི་ཡོད་པ་རེད་དེ་ལ་ད་ནི། གཅིག་གིས་ཉན་མི་ཕོད་པ། མི་རྟག་པ་ལ་བསམ་བློ་བཏང་ནས་ཉན་མི་ཕོད་པ། རེད་འདུག་ག། ཕྱི་རྐྱེན་མང་མོ་ལ་བསམ་བློ་བཏང་ནས་ཉན་མི་ཕོད་པ། ཕྱི་རྐྱེན་ངན་མེད་ལ་བསམ་བློ་བཏང་ནས་ཡང་ཉན་མི་ཕོད་པ། དེ་འདྲའི་གཅིག་ལ་བསམ་བློ་བཏང་ཡོད་དུས་ལྟ་ཆོས་བྱས་པ་དོན་ལྡན་དུ་འགྲོ་དགོས་ཀྱི་འདུག་དེ་རིང་ཙམ་ཡང་མི་ཤེས་པའི་གདིང་ནི་ང་ཚོ་ལ་མེད་དུ་སང་དང་འཇིག་རྟེན་ཕྱི་མ་གཉིས་སྔོན་དུ་གང་བ་རྟོགས་མེད་པས། སང་གི་ཚིག་ལ་མི་འབད་པར་ཕྱི་མའི་ཚིག་ལ་འབད་པར་རིགས་ཟེར་ནས་ཞི་བ་ལས་གསུང་བ་ལྟ་བུ་ང་ཚོ་དེ་འདྲའི་ཆེད་བསམ་བློ་བཏང་ནས་ད་ཆོས་རྣམ་དག་ཅིག་རུ་གུ་གུ་དུ་བསམ་པའི་བློ་ཞིག་ཡོང་གུ་གུ་དུ་བ་དེ་མ་གཏོགས་ཅིག་གི་ཁ་ཁྲལ་སོ་རེ་བྱེད་ནས་ད་ང་ནང་པ་ཡིན་གསང་སྔགས་པ་ཡིན་སྔགས་གསར་ཡ་དེ་ངའི་ལས་འགན་རེད་ཅིག་ལྷ་སྒོམ་ཡ་དེ་ངའི་ལས་འགན་རེད་བསམ་པའི་ཅིག་ད་ཅིག་གི་དེ་ཀོ་འགྲོ་སྟངས་འགྲོ་ལུགས་འགྲོ་སྟངས་ཅིག་རེད་བསམ་པའི་ཕན་ཀི་མེད་པ་རེད་འོ་འདི་དེ་ཚོ་འདྲི་ཞེ་དྲག་གནད་འགག་ཆེན་པོ་ཆགས་འདུག་འདི་ནང་ལ་ཡ། དེ་འདྲ་རེད་ད་ང་ཤེས་མཁན་ཞིག་གིས་དེ་ག་ས་མ་བཤད་བསྡད་པ་རེད་མ་གཏོགས་སྤྱིར་བཏང་ང་རང་ལ་ད་དེའི་མྱོང་བ་ཁག་ད་ཕར་བཞག་སྟེ་སྤྱིར་བཏང་གི་རྟོགས་པ་ཨེན་ཙམ་ཡང་གང་ཡང་ཡོད་མ་རེད་ཚོར་བ་ཨེན་ཙམ་ཡང་ཡོད་མ་རེད་དེ་ཡིན་ན་ཡང་ནི་རྗེ་བཙུན་མའི་ལས་སྲུང་བ་ལྟ་བུ་རེད་དེ་ནས་ཆོས་ལ་འཇུག་པ་ལ་སྐུལ་མ་བྱས་ན་དགེ་བ་བླ་མེད་ཡོད་གསུང་གི་འདུག་ག། དེ་ལ་འཇུག་ཅིང་བསྐུལ་བ་ལ་བསོད་ནམས་དཔག་ཏུ་མེད་པ་ཡོད་གསུང་བ་རེད། དེ་ལ་འཇུག་ཅིང་བསྐུལ་ཟེར་བའི་སྐབས་སུ་རང་གི་ཉམས་ལེན་ཚགས་ཚུད་པ་ཅིག་བྱེད་མ་ཐུབ་ན་ཡང། སེམས་དཀར་པོ་ཞིག་གི་ཐོག་ནས་སྙིང་དམར་བའི་ཐོག་ནས་གཞན། ལམ་ཡང་དག་པ་ལ་བཀོད་ཐུབ་ན་དེ་ཡང་དགེ་བ་རེད་གསུངས་འདུག་བ་དེ་ཡང་བསོད་ནམས་རེད། དེ་ལ་འཇུག་ཅིང་བསྐུལ་བ་ལ་བསོད་ནམས་དཔག་ཏུ་མེད་པ་ཡོད་འོ་དེ་ཡིན་དུས་ད་འདི་སྐྱོར་ཐབས་བྱེད་དགོས་ཀྱི་ཡོད་རེད། ཆོས་སྒྲུབ་པ་དེ་ཡང་གཉུད་དུ་འབད་འབུངས་མ་བཏོན་ན་འཆི་བ་མི་རྟག་པ་བར་སྣང་ནས་གློག་འཁྱུག་པ་དང་འོང་བའི་སྣང་བ་ཆ་མེད། ཕྱི་ནམ་ཟླ་དུས་བཞི་ནང་སྐྱབས་འགྲོ་སེམས་ཅན་གཅིག་ཀྱང་རྟག་པ་མེད་པས་རང་ཡང་དོ་ནུབ་བམ་ནང་པར་འཆི་བ་ད་ལྟ་འཆི་ན་ཡང་ངེས་པ་མེད་པས་ཅི་དྲག་ད་ལྟ་ད་ལྟ་ལ་ཡང་ཤི་ཡོང་ངེས་པ་ཡོད་མ་རེད་རེད་པ། ཡོད་མ་རེད་ང་ཚོ་གྲ་སྒྲིག་མང་པོ་ཞིག་བྱེད་ཀྱི་ཡོད་རེད་དེ་དག་དེ་རིང་ཙམ་ལ་ཕ་ཅིག་ཤི་མི་ཡོང་གོ་བསམ་པ་འདྲ་པོ་དེ་ག་ཚོད་བག་བློ་གས་ཚོད་བྱས་པ་རེད་མ་གཏོགས་མི་ཤི་བའི་གདེང་སུ་ལ་ཡང་མི་འདུག་ད་ད་ལྟ་ཆུ་ཚོད་བཅུ་དང་ཕྱེད་ཀ་ཟིན་པ་རེད་ཅིག་བཤད་བསྡད་ཀྱི་ཡོད་རེད་དེ་བཅུ་གཅིག་ཟིན་ཡོང་དུས་ཡང་བཅུ་གཅིག་འཕགས་ཞག་བཅུ་པ་དང་སྐར་མ་བཞི་བཅུ་ཞེ་ལྔ་དེ་བ་ལ་ཡང་ང་ཚོ་ཤི་གི་ཤི་གི་ལ་ཡང་ཅིག་གི་ངེས་པ་གང་ཡང་ཡོད་མ་རེད་བ། ཅིག་གི་མི་རྟག་པ་སེལ་ཏེ་ད་དེ་འདྲ་ཅིག་བློ་ལ་སྒུག་གི་ཡོད་རེད། དེ་འདྲ་ཡིན་དུས་འཆི་ཁར་སྣེ་གཅོད་ཀྱི་སྡུག་བསྔལ་དང་བར་དོའི་འཁྲུལ་སྣང་ངན་ཅིག་འདྲ་ཁོ་ནའང་བཟོད་པར་དཀའ་འཆི་བ་ཁོ་ནའི་མི་ཆོག་རྣམ་ཤེས་ལས་བྱེད་ཀྱི་ཟུར་མདངས་དཀར་པོ་དགེ་བའི་ཐོ་རེ་སྡིག་པ་མི་དགེ་བའི་ངན་སོང་དུ་འཕེན་ལས་བྱེད་པ་ཐམས་ཅད་རྣམ་སྨིན་མ་མྱོང་བ་ཆུད་མི་ཟ་ཞིང་མ་བྱེད་པ་དང་མི་འཕྲད་ལས་རྣམ་འཕེལ་བར་འགྱུར་འགྱུར་བ་དང་བཅས་པ་ཡིན་པས་རྒྱུ་ཡི་སྟོད་སུ་ཆུང་ངུ་ལས་མེད་ན་ཡང་འབྲས་བུ་རྒྱ་ཆེན་པོ་སྨིན་པས་རང་ང་སྟོད་དུ་དགེ་བའི་སྟོབས་དེ་ཆུང་སྡིག་པའི་སྟོབས་དེ་ཆེ་བས་འཁོར་བ་མི་འཇམ་པའི་ཐབས་མི་འདུག་བླང་དོར་དེ་བྱེ་བྲག་གལ་ཆེན་པོ་རེད་གསུང་བ་རེད། སྡིག་པ་སྤང་དགོས་བ་དགེ་བ་སྒྲུབ་དགོས་བ་རྒྱུན་ལྟ་བསྐྱེད་བརྩོན་འདི་གའི་ལས་འབྲས་ཀྱི་རྣམ་གཞག་ཕྲ་མོ་དེ་ཚོ་བཀྲལ་ཏེ་བཅོམ་ལྡན་འདས་ཀྱིས་མ་གཏོགས་གཞན་གྱིས་བཅུ་ཡོད་ཅེས་ཞུ་བ་མ་རེད་དེ་ཡིན་ན་ཡང་ང་ཚོ་གིས་ལས་འབྲས་ཀྱི་ཚུལ་ལ་བློ་གཏད་ཚེ་རྗེས་བག་ཆགས་ཅིག་བཞག་མ་ཐུབ་ན། འདི་ནི་དགེ་བ་བྱེད་པ་ལ་སྤྲོ་བ་ཡོང་གི་ཡོད་མ་རེད། སྡིག་པའི་ལས་སྤང་ཡང་ལ་སྤྲོ་བ་ཡོང་གི་ཡོད་མ་རེད་ད་བླང་དོར་ལ་སྤྲོ་བ་ཞིག་དགོས་ཀྱི་འདུག་ང་ཚོ་ཟས་ཟ་བ་དེ་ཡང་ལྟོགས་ནས་ཨ་ནི་ཟས་ཞིམ་པོ་ཡོད་པ་དེ་ལ་སྤྲོ་བ་བྱས་ནས་ཟས་དེ་ཟ་གི་ཡོད་རེད། སྤྲོ་བ་མེད་ན་སོ་སོས་ཟ་འདོད་མེད་བས་ཀྱི་ཟས་དེ་ཨུ་ཚུགས་བརྒྱབ་ན་ཡང་ཞིམ་པོ་ཡོང་མ་རེད་བ། དེ་སྤྲོ་བ་ཡོད་མ་རེད། དེ་ཡིན་དུས་ད་བླང་དོར་མཇུག་ལྡོག་གི་ལས་ཀ་ཟེར་མཁན་དེ་ལ་ཡང་སེམས་ལ་སྤྲོ་བ་ཞིག་དགོས་ཀྱི་ཡོད་རེད་སྤྲོ་བ་ཟེར་ན་དགའ་བ། ད་སྤྲོ་བ་དང་དགའ་བ་དེ་ཡོང་ཡང་ལ་དང་པོ་བྲོ་བ་མྱོང་དགོས་ཀྱི་འདུག་བ། འོ་དེ་ཞིམ་པོ་ཡོད་རེད་ཟེར་ཟས་རེད་དེ་ཞིམ་པོ་ཡོད་རེད་དེ་ལ་རྒྱུས་ཡོད་རེད་དེའི་གཟུགས་པོ་ལ་ཕན་གྱི་རེད་བསམ་པའི་གེ་ཡོན་ཏན་གྱི་ཆ་མང་པོ་ཅིག་ལ་བསམ་བློ་བཏང་ནས་ང་ཚོ་ཟས་དེ་ལ་འཇུག་གི་ཡོད་རེད་ད་འདི་ཞིམ་པོ་ཡོད་མ་རེད་ཕ་བལྟ་ས་ལ་ཡག་པོ་ཡོད་རེད་དེ་ཟས་ན་ཞིམ་པོ་ཡོད་མ་རེད་ཡང་ན་ཕོ་བ་ལ་གནོད་གི་རེད་ལུས་ལ་གནོད་གི་རེད་བསམ་པའི་གེ་སྐྱོན་གྱི་ཆ་ལ་བསམ་བློ་བཏང་ནས་དེ་ཡི་ཟློག་ཐབས་བྱེད་ཀྱི་ཡོད་རེད་བ། རེད་བ། དངོས་པོ་གང་འདྲའི་ཅིག་ལ་འཇུག་པ་ཡིན་ན་ཡང་དེ་དང་འདྲ་བར་ཆོས་སྒྲུབ་པ་ལ་ཡང་དགེ་བ་སྒྲུབ་ཡག་དང་སྡིག་པ་སྤང་ཡག་ལ་འཇུག་ལྡོག་གི་ལས་ཟེར་མཁན་དེ་ལ་ཡང་ཅིག་གིས་སངས་རྒྱས་ཀྱིས་གསུངས་པའི་རྒྱུ་མཚན་གཙོ་བོར་བཞག་ཡག་འདྲ་བོ་དང་རྗེས་འཇུག་མཁས་པ་ཐམས་ཅད་གསུངས་པའི་གྱི་རྒྱུ་མཚན་གཙོ་བོར་བཞག་པ་མ་ཡིན་པ་དེ་ལ་སོ་སོའི་མྱོང་ཚོར་ཅིག་གི་ཐོག་ནས་འདི་དང་འདི་རེད་འདུག་འདི་དེ་རེད་བསམ་པའི་གི་ངེས་ཤེས་ཀྱི་ཐོག་ནས་འཇུག་ལྡོག་བྱེད་དགོས་ཀྱི་རེད་དེ་བྱས་ན་དེ་ནི་ལས་འབྲས་ལས་ཡག་སྤྲོ་བ་གི་ཐོག་ནས་འཇུག་ལྡོག་བྱེད་ཡག་ཡོང་གི་རེད་ཟེར་ཡག་རྒྱུ་མཚན་དེ་ནས་གསུངས་པ་རེད། རིགས་དྲུག་ནད་རིགས་མཐོ་དམན་གང་དུ་ཅི་བྱ་སྡུག་བསྔལ་གསུམ་ཆད་རང་ཞལ་མེ་ཡི་འོག་སྤུ་གྲི་གི་ཚབ་ཏུ་འཇུག་པ་དང་བདེ་བའི་གོ་སྐབས་ཅུང་ཟད་ཀྱང་མེད་པས་ད་རེས་སྡུག་བསྔལ་ཅན་གྱིས་འཁོར་བ་ལས་ཅི་ནས་ཀྱང་ཐར་བར་བྱས་བྱ་སྙམ་དུ་ཟེར་སྟངས་འདི་རེད་བ། དང་ཆོས་མི་ལུས་རིན་པོ་ཆེ་ཐོབ་བ་རེད། གསང་སྔགས་ཀྱི་བསྟན་པ་རིན་པོ་ཆེ་མཇལ་བ་རེད། བླ་མ་དགེ་བའི་བཤེས་གཉེན་ཡང་མཇལ་ཡོད་རེད། ཆོས་ཐོས་ཡོད་རེད། ད། དུས་ཚོད་དེ་འདྲ་ཞིག་གི་ཐོག་ལ་བར་བཅད་བྱས་ནས། ད། ད། མི་སྲིད་འདི་དོན་དང་ལྡན་པ་ཟེར་ཡག་དེ། སྐྱེ་བ་ཕྱི་མ་སླར་ཡང་མི་ལུས་ཐོབ་པར་ཤོག་ཡང་ཅི་བྱེད་ཅིག་རྒན་བས་བཤེས་གཉེན་ཚེ་ཁྲིད་པར་ཤོག་ཟེར་སྨོན་མ་གོ་བ། ད་ལྟ་ཐོབ་བསྡད་པ་འདི་གི་སྟེང་ནས་དེ་འདྲ་ཅིག་གི་འཁོར་བ་ཅིག་གི་མཐའ་ཅན་དུ་བྱེད་ཐུབ་ཡག་ཅིག་འཁོར་བ་མཐའ་ཡོད་པ་ཅིག་བྱེད་ཐུབ་པ་ཅིག་བྱེད་ཐུབ་པ་ཡིན་ན་ཆོས་པ་རབ་རེད་ད་ཆོས་པ་ནམ་ཟླ་རེད་ད་ང་ཚོ་ཆོས་པ་ཟེར་ཡག་དེ་དེ་རེད་བ། ཆོས་པ་ཟེར་བ་དེ་སེམས་དང་ཆོས་འབྲེལ་ཤེས་ནས་ཆོས་ནས་ཤེས་པའི་གི་དོན་དག་དེ་སེམས་ཐོག་ལ་བཞག་ནས་དེ་ལ་མྱོང་བ་ཐོན་ནས་ཐག་ཆོད་པའི་གི་གདིང་དང་སྤོབས་པ་དེ་འདྲ་ཞིག་སླེབས་ཐུབ་པ་ཡིན་ན་དེ་ཆོས་པ་ཆགས་དེ་གི་ག་རེད། ཞེ་འདོད་དང་ལག་ལེན་གཉིས་མཐུན་སོང་བ་རེད་ངོ་དང་ལྐོག་གཉིས་མཐུན་སོང་བ་རེད་ད་ངོ་ལྐོག་སོ་སོར་སོང་ཞེ་འདོད་དང་ལག་ལེན་ཕྱིན་ཅི་ལོག་ཏུ་སོང་ན་དེ་ཆོས་པ་ཐ་མ་བ་རེད་དེ་ཡིན་དུས་འདི་ནས་སོང་བ་ལྟ་བུ་དང་གཅིག་གིས་འཁོར་བ་མཐའ་མེད་དུ་མ་འགྲོ་བར་ཅིག་འཁོར་བ་མཐའ་བཞིན་དུ་བཟོ་དགོས་ཀྱི་རེད་དེ་སོ་སོའི་ལག་པ་ལ་ཡོད་རེད། ཆོས་སྒྲུབ་ཐུབ་མཁན་གཅིག་དང་མ་ཐུབ་མཁན་གཅིག་གི་དབྱེ་བ་གཉིས་མི་འདུག་ག་སུ་ཡིན་ན་ཡང་ཆོས་སྒྲུབ་ཐུབ་ཀྱི་ཡོད་རེད། རྣམ་དཔྱོད་ཀྱི་ཤེས་རབ་ནི་ཚང་མ་ལ་ཡོད་རེད་བསམ་བློ་བཏང་ན་དོ་སྣང་བྱས་ན་དེ་ལ་ཡང་གཅིག་གིས་བག་ཡོད་པ་བསྟན་ན་དེ་ལ་དྲན་ཤེས་བསྟེན་ན་ཚང་མས་ཐུབ་ཀྱི་ཡོད་རེད། ད་དྲན་ཤལ་མ་བསྟན་བག་མེད་ཀྱི་དབང་དུ་སོང། ཐོག་མེད་ནས་བྱས་ནས་བག་མེད་པའི་དབང་དུ་སོང་བ་རེད་ད་ལྟ་མི་ལུས་ཐོབ་ཀྱི་ཐོབ་ཀྱི་ལ། དགེ་བའི་བཤེས་གཉེན་མཇལ་གྱི་མཇལ་གྱི་ལ། ཆོས་རྣམ་དག་མཇུག་ཉམས་སུ་ལེན་པའི་གོ་སྐབས་ཡོད་ཀྱི་ཡོད་ཀྱི་ལ་ཡང་ད་རུང་ཡང་གློག་བརྙན་རང་རྒྱུད་ལས་སུ་མ་རུང་བའི་གི་བློ་འདི་ད་དུང་ཡང་བག་ཆགས་ངན་པའི་ནང་དུ་འདུག་ཟིན་ནས་བག་བཏང་བསྡད་པ་ཡིན་ན། དེ་ནི་འཁོར་བ་མཐའ་མས་བསལ་ཏེ་ཆགས་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུས་འཁོར་བ་མཐའ་མེད་དང་མཐའ་ཆེན་གཉིས་ཀྱི་དབྱེ་བ་དེ་ཕྱེད་བྱས་ནས་འདི་ང་ཆོས་པ་ཅིག་ཡིན་བསམ་པའི་བསམ་བློ་བཏང་ན་བླ་མ་མཚོ་གི་གསུང་དགེ་བའི་བཤེས་གཉེན་གསུང་དེ་ཚོའི་གྲས་ལ་སེམས་ལ་བཞག་བྱས་ནས་དེ་ནས་ལག་ལེན་དེ་ཡང་ཕྱིན་ཅི་མ་ལོག་པར་དཀའ་ལས་མང་པོ་ཞིག་བརྒྱབ་ཡོད་རེད་སྔོན་མ་ཚོས་ཡང་ང་ཚོས་ཡང་དཀའ་ལས་ཞིག་བརྒྱབ་དཀའ་བ་ཞིག་སྤྱད་སྙིང་སྒྲུབ་ཞིག་བྱས་ཞལ་ཆད་ཞིག་བྱས་ན་དབྱེན་དེ་ཕན་ཐོག་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་འདིའི་ནང་ལ་དེ་གསུངས་པ་དག་ལས་རྣམ་གྲོལ་རེག་དྲུག་གི་གནས་སུ་ཐོག་མའི་གང་དུ་སྡུག་བསྔལ་གསུམ་ཡང་ཡོད་ཀྱི། འཁོར་བ་སྐྱེ་ནས་ཐར་བ་ཞེས་བྱ་སྙམ་མོ། བློ་ཐུང་ཀློག་ན་ཐུང་འབུད་ཅེས་བཏང་ལ་ཚེ་འདི་ཡི་ལྟོས་ཐག་རྦད་ཅེས་གཅོད་པར་བྱའོ་ཟེར། ད་ཚེ་འདི་ལ་ཡང་ཞེན་ཆགས་མེད་པར་ཅི་དགུག་རེག་སྲུང་བར་བཏགས་ན་རི་ཡི་ཕུག་ཅེས་ན་བུན་ཅེས་གོས་ཅན་འཕྱོང་ལྟོ་གོས་གཏམ་གསུམ་ལམ་རྒྱས་ཚུལ་མི་ལ་རས་པ་དང་རྒྱ་བྷ་གོས་གཙང་པ་ལྟ་བུ་ཅིག་ཡིན་ས་དེ་ཚོ་དེ་ཐོག་དྲག་པ་རེད་དཀའ་ལས་ཁ་པོ་རེད། ཡིན་ན་ཡང་ད་མི་ཚེ་ད་ལྟ་མི་ཚེ་འདི་ཡི་ནང་ལོང་ལ་ཡང། ཐོག་མར། ཐོ་རངས་གཉིད་སད་ནས་བྱས་ནས་དགོང་མོ། ཟླ་གཅིག་གི་ཉིན་རེམ་པའི་བར་ཟད་ད་དེ་ཚོའི་གྲས་སྐད་ཆ་ཅིག་དཔྱད་ཟིན་པོ་འདྲ་ཞིག་རེད་ད་ཡིན་ནའི་ང་ཚོ་དེ་འདྲའི་ཅིག་གི་དབྱེ་བ་ཕྱེ་དགོས་ཀྱི་འདུག་བ་འོ་དེ་འདྲའི་ཅིག་གི་ད་ལྟ་མི་ཚེ་འདི་ཉི་མ་གཅིག་གི་མཐུན་ཚོད་ཀྱི་ནང་ཁོང་ལ་ཡང་ཅིག་གི་ཐོག་མར་སྐྱབས་འགྲོ་ལ་བསམ་བློ་རྣམ་དག་ཞིག་བཏང་དེ་ནས་ཁ་དོན་དོན་སུ་ཡིན་ན་ཡང་ད་མང་ཆེ་བ་ཁ་དོན་ས་གི་ཡོད་ར་བ་ཁ་དོན་ས་བའི་སྐབས་སུ་ལ་ཡང་ཐོག་མར་སྐྱབས་འགྲོ་ད་ནས་བར་དུ་དངོས་གཞི་གི་ཉམས་ལེན་དམིགས་པ་མེད་པའི་སྙིང་དམིགས་པ་མེད་པའི་གི་བློ་ཐ་མ་ད་ནས་འཇུག་བསྔོ་བ། དེ་འདྲ་གཅིག་གིས་རྩིས་ཟིན་པའི་ཐོག་ནས་ཁ་དོན་བསགས་པ་ཡིན་ན་ཁ་དོན་དུ་འཕྲོ་བར་མ་འགྲོ་བ། དེ་ནི་འགྲོ་འདུག་སྤྱོད་ལམ་གྱི་སྐབས་སུ་ཡིན་ན་ཡང་ཕར་ཚུར་འགྲོ། གཅིག་གིས་ཟ་འཐུང་མི་དང་མཉམ་དུ་སྐད་ཆ་བཤད་ལ་སོགས་པ། སྤྱོད་ལམ་ལ་འཇུག་པའི་སྐབས་སུ་ལ་ཡང་གཅིག་གི་རྣམ་གཡེང་དང་བག་མེད་པའི་དབང་དུ་མ་སོང་བ་བྱས་ནས་དྲན་ཤེས་ཡག་པོ་ཞིག་བསྟེན་བྱས་ནས་ཆོས་ནི་ཤེས་པའི་གོ་བ་དང་ཅིག་གི་མྱོང་བ་དང་དེ་ཡི་དོན་དག་དེ་ཚོ་རེ་སེམས་རྒྱུད་ལ་སྦྱར་ནས་ད་ང་ཡེངས་མི་ཉན་སེམས་པ་ཡེངས་སོང་ན་ཡག་པོ་ཡོད་མ་རེད་ཐོག་མེད་ནས་བཤད་ནས་སེམས་ཡེངས་སོང་བ་རེད་བག་མེད་པས་རེད་སུས་ཡིན་ཀྱང་ཡེངས་བཅུག་ཡོད་མ་རེད་ང་རང་ང་རང་ཅིག་ཅིག་བག་མེད་ལ་གོམས་པའི་སྟོབས་ཀྱིས་བག་ཆགས་ངན་པ་ལ་གོམས་པའི་སྟོབས་ཀྱིས་སེམས་བག་མེད་པ་བྱས་ནས་ཡེངས་སོང་བ་རེད་ད་ད་རེས་ང་ཆོས་དད་ཚེ་ཞིག་གོ་ཆོས་དད་ཚེ་བག་ཆགས་བཟང་པོ་ཅིག་ཡོད་པའི་སྐབས་འདི་ལ་ངས་གོ་སྐབས་དམ་འཛིན་བྱས་བྱས་ནས་དེ་འཕྲོ་བརླག་མ་འགྲོ་བ་ཅིག་གི་ཐོག་ནས་གནས་དང་ལྡན་པ་བྱས་བྱས་ནས་ངས་ཡང་དག་པ་ཅིག་ཆོས་ལ་འཇུག་པར་བྱེད་དགོས་ཀྱི་འདུག་བསམ་པའི་གེགས་བསམ་མནོ་དེ་རྟག་པར་སེམས་རྒྱུད་ལ་བཞག་ནས་ཨ་ནི་ཅིག་འགྲོ་འོ་འདུག་སྤྱོད་ལམ་ལ་འཇུག་ན་འོ་དེ་ནི་བག་མེད་ཀྱི་དབང་དུ་མ་འགྲོ་བར་ཕན་ཐོགས་ཆེན་པོ་ཡོད་རེད། རེད་འདུག་དེ་མིན་ན་ཆོས་སྒྲུབ་པའི་སྐབས་སུ་ད་ཐུན་འདས་པ་ཡིན་ཟེར་ནས་སྔ་དྲོ་ཆུ་ཚོད་བདུན་པ་ནས་ད་དགུ་བ་ས་བར་དུ་ལ་ཐུན་འདས་ཀྱི་ཡོད་དེ་སྐབས་དེ་ལ་ང་གང་ཡིན་མིན་ཡིན་བྱེད་ཀྱི་མེད་མི་དང་མཉམ་དུ་སྐད་ཆ་བཤད་ཀྱི་མེད་མགོ་འཕགས་བཅས་སྒེའུ་ཁུང་བཅས་བྱས་ནས་བསྡད་ཀྱི་ཡིན་ཟེར་འདོད་ཀྱི་ཕན་གྱི་མི་འདུག་ག། དེ་ནས་དེ་ནས་ཡར་ཐུན་ནས་ལྡང་ཚར་ན་ཡང་ཐ་མ་པའི་སྤྱོད་ལམ་རང་རེད་མི་དང་མཉམ་དུ་སྐད་ཆ་བཤད་དུས་ཆགས་སྡང་གི་བློ་ཚེངས་རང་ཚེངས་པ་ད་ག་རང་སླད་ཡོང་གི་རེད། ཐ་མ་པའི་སྤྱོད་ལམ་ལ་འཇུག་པའི་སྐབས་སོགས་ལ་ཉོན་མོངས་པའི་བློ་དེ་ཚོ་དྲན་རང་ཚེངས་པ་ད་ག་རང་སླད་ཡོང་གི་འདུག་དེ་ནི་ཕན་ཐོགས་བྱུང་མ་སོང་བ་དེ་འདྲ་ཡིན་དུས་བག་ཡོད་དྲན་ཤེས་ཟེར་ཡ་དེ་རྟག་ཏུ་བསྟན་པ་ཡིན་ན་ག་རེ་ཕན་གི་རེད་ཟེར་ན་བག་མེད་པའི་དབང་དུ་འཇུག་ཡ་ལ་འཁོ་འདུག་ཟེར་ནས་སྒོ་དེ་བག་མེད་པའི་གི་སྒོ་ལ་འཇུག་པ་ལ་སྒོ་དེ་བག་བཅད་ཡ་ལ་ཕན་ཐོགས་ཡག་རེད། དང་པོ་ནི་སྟོང་ཉིད་རྟོགས་པ་དང་སྤྲོས་བྲལ་རྟོགས་པ་ཟེར་ཡ་དེ་ཡོང་གི་མ་རེད་སེམས་ངོ་མཐོང་བ་ཟེར་ཡ་དེ་མི་འདུག་ག་དང་པོ་ང་ཚོ་རྣམ་གཡེང་ལས་ལྡོག་དགོས་ཀྱི་ཡོད་རེད་དེ་ལ་བརྟེན་ནས་བཅོམ་ལྡན་འདས་ཀྱིས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གསུངས་བ་རེད་བསླབ་པ་གསུངས་གི་ནང་ནས་དང་པོ་བསླབ་པ་ཚུལ་ཁྲིམས་ཀྱི་བསླབ་པ་གསུངས་ཡ་དེ་ག་རེ་བྱས་ནས་གསུངས་ཀྱི་ཡོད་རེད་བསམ་ན་བག་མེད་པའི་གི་རྣམ་གཡེང་ལས་ལྡོག་པའི་ཆེད་དུ་གསུངས་ཀྱི་ཡོད་རེད། ད་དེ་ནི་གཅིག་གིས་བདེན་པ་གཉིས་ཀྱི་རྣམ་གཞག་ཟེར་ཡག་འདྲ་བོ་དང་སྟོང་ཉིད་ཀྱི་རྣམ་གཞག་ཟེར་ཡག་འདྲ་བོ་དང་རྟེན་འབྲེལ་གྱི་རྣམ་གཞག་དེ་ཚོ་བྲིས་ཏེ་བདེན་པ་ལྔ་མངོན་པར་རྟོགས་པའི་གྱི་ལམ་རེད་བདེན་པ་མངོན་པར་རྟོགས་པའི་ལམ་ཟེར་ཡག་དེ་ལམ་གོང་མ་ལ་སླེབས་ཀྱི་ཡོད་རེད་དང་པོ་དང་པོ་དེ་གལ་ཆེ་བར་བ་ལས་དང་པོ་བ་དེ་ཨོ་དེ་འདྲ་ཡིན་དུས་ད་དེ་ནས་གསུང་བ་ལྟ་བུ་ཅིག་བློ་སྣ་ཐུང་ཐུང་ཞིག་བྱས། གཅིག་གིས་ང་ཆོས་པ་ཡིན་ཆོས་སྒྲུབ་མཁན་ཞིག་ཡིན་ངས་གཟབ་གཟབ་བྱེད་དགོས་ཀྱི་འདུག་ད་ལུས་ཀྱི་སྤྱོད་པ་ཁ་ན་མ་ཐོ་བ་ངག་གི་སྤྱོད་པ་ཁ་ན་མ་ཐོ་བ་ཡིད་ཀྱི་སྤྱོད་པ་ཁ་ན་མ་ཐོ་བ་སོང་ན་འགྲིག་གི་མི་འདུག། ཨ་ནི་སེམས་ཀྱི་ནང་དབང་ཡིན་ན་ཡང་ཨོ་ཆོས་ཐམས་ཅད་བདག་མེད་པ་རེད། བདག་མེད་མངོན་སུམ་དུ་རྟོགས་དགོས་ཀྱི་མ་རེད་ལ་བདག་མེད་པ་རེད། སྟོང་པ་ཉིད་རེད་སྤྲོས་བྲལ་རེད་གང་ལ་ཡང་སྙིང་པོ་ཡོད་མ་རེད། ཐམས་ཅད་སྟོང་པ་ཉིད་རེད་བདག་མེད་པ་རེད་བསམ་པའི་སྐད་ཅིག་གིས་བདག་མེད་པའི་དོན་དག་དེ་ཇི་བཞིན་དུ་མ་རྟོགས་ན་ཡང་བློ་དེ་ཡི་ཕྱོགས་ལ་ཉེ་བར་གཞོལ་བསམ་བྱུང་པ་ཡིན་ན་ཡང་ཕན་ཐོགས་ཆེན་པོ་ཡོད་གསུངས་འདུག་ག་སྐྱེ་འཇུག་ནང་ལ་འདུག་ག་ཞི་བ་ལགས་ཀྱི་ཁ་ན་མ་ཐོ་མེད་ངོས་ལ་བདག་དང་སེམས་ཅན་དབང་བྱས་ཤིང་སྤྲུལ་པ་བཞིན་དུ་ང་མེད་པའི་དབྱིངས་དེ་རྟག་ཏུ་བཟུང་བར་བྱ་སྟེ་ཤོ་ལོ་ཀ་དེ་ནུས་པ་ཆེན་པོ་ཡོད་རེད་ལ། ཞི་བ་ལགས་ཀྱིས་གསུངས། རེ་ཁཱ་ན་མ་ཐོ་བ་མེད་པའི་དངོས་པོ་སྐྱོན་དང་ངེས་པ་གི་རང་བཞིན་མ་ཡིན་པའི་གི་དངོས་པོ་ལ་ཉམས་ལེན་པ་ཅིག་གི་དབང་བསྒྱུར་བྱེད་དགོས་ཀྱི་ཡོད་རེད་ཟེར་རེད་རེད་བ་ད་ང་ཚོས་དེའི་དབང་བསྒྱུར་བྱེད་ཡ་བྱེད་དུ་ལ་ལུས་ཀྱི་དགེ་བ་ངག་གི་དགེ་བ་ཡིད་ཀྱི་དགེ་བ་དེའི་ནང་ནས་ཡིད་ཀྱི་དགེ་བ་གཙོ་བོ་སྟོན་ཡ་དེ་ཁ་ན་མ་ཐོ་བའི་མེད་པའི་དངོས་པོ་ལ་དབང་བསྒྱུར་བྱེད་ཡ་བྱེད་དུ་ཡོང་གི་ཡོད་རེད་ད་ལྟ་བར་དུ་ཁ་ན་མ་ཐོ་བ་ཁ་ན་མ་ཐོ་བའི་གི་དངོས་པོ་གི་རང་ལ་ཚུལ་དབང་བསྒྱུར་བྱས་པ་རེད་ཉམས་ལེན་པ་ཅིག་གི་ཐོག་ནས་བསམ་བློ་བཏང་ཡོང་དུས་ད་སེམས་ཆོས་ཀྱི་ནང་ནས་ཡ་གནད་དུ་འགྲོ་ཡོང་དུས་ཁ་རྣམས་མ་ཐོ་བ་མེད་པའི་དངོས་པོ་ཁ་རྣམས་མ་ཐོ་བས་ཀྱི་དངོས་པོ་དེ་ཉེ་བར་འཇོམས་ནས་ཁ་རྣམས་མ་ཐོ་བ་མེད་པའི་དངོས་པོ་ཐོ་ལ་བ་ཉེ་བར་འགྱུར་དགོས་ཀྱི་ཡོད་རེད། བདག་ཀྱང་དེའི་ནང་དུ་དབང་དུ་འགྱུར་དགོས་ཀྱི་ཡོད་རེད། གཞན་སེམས་ཅན་ཡང་དེ་ཡི་དབང་དུ་འགྱུར་དགོས་ཀྱི་ཡོད་རེད། དེ་འདྲ་ཡོང་བ་ལ་བློ་དྲན་པ་ཉེ་བར་བཞག་དགོས་རེད་ད་དེ་རེད་དོ། བདག་ལྟ་སོགས་སྤྲུལ་པ་བཞིན་དུ་ང་མེད་པས་སེ་ཧ་སྟེ་དྲན་པར་ཉེ་བར་བཞག་པ་ཞིག་ཡོད་རེད་དེ་སྐབས་ལ། དྲན་པར་ཉེ་བར་བཞག་པ་ཟེར་དུས་དེ་ག་ཚོད་གང་ཅི་དྲན་འདི་དྲན་མེད་པར་སྟོང་སང་ངེ་བསྡད་ཟེར་བའི་སྐད་ཆ་མ་རེད། རེད་འདུག་ག་དྲན་པ་དྲན་པར་ཉེ་བར་བཞག་དེ་རིང་དེ་རིང་སང་དུས་ཚོད་ལ་ཡ་གཅིག་དང་དྲན་པར་ཉེ་བར་བཞག་པ་སེ་ཧ་སྟེ་གཅིག་གིས་སྨྱོན་པའི་ཚོར་བ་དེ་ཚོ་སྤྲད་དེ་ལ་དྲན་པར་ཉེ་བར་བཞག་པ་ཤེས་གོ་ཡ་འདྲ་བོ་དང་སེམས་གཅིག་འབར་རི་བུ་རེ་རེ་སོང་དེ་ཚོ་སྤྲད་དེ་ལ་དྲན་པར་ཉེ་བར་བཞག་པ་ཤེས་བསྡད་ཡ་སོང་འདྲ་བོ་གཅིག་ཁ་ཐུག་ཁ་ཐུག་ལ་ཕ་གཅིག་མགོ་སྐོར་བཏང་ཡ་སོང་རེ་གཅིག་མ་བཅོམ་ཡང་ལ་བསམ་བློ་བཏང་གི་འདུག་བ་དེ་མ་རེད་ད། དྲན་པར་ཉེ་བ་བཞག་པ་ཟེར་ཡ་དེ་དྲན་པར་ཉེ་བ་བཞག་ཚུལ་བཞག་ན་ཡང་བཞག་ཚུལ་ཡོད་རེད། བཞག་ཚུལ་དེ་ཐེག་པ་འོག་མ་ལྟ་བུ་བྱས་ནས་བཞག་སྟངས་ཡོད་རེད་ཐེག་པ་ཆེན་པོ་ལྟ་བུ་བྱས་ནས་བཞག་སྟངས་ཡོད་རེད་ཐེག་པ་ཆེན་པོ་གསང་སྔགས་བླ་མེད་ཀྱི་བཀའ་བའི་ས་ནས་བཞག་སྟངས་ཡོད་རེད་སྡོམ་རྒྱག་ཡོང་དུས་དྲན་པར་ཉེ་བ་བཞག་པ་ཟེར་ཡ་དེ་བག་མེད་པའི་གི་སྤྱོད་པ་ལ་མ་འཇུག་པ་ཟེར་ཡ་དེ་ཚིག་དེ་ནས་ཡོང་གི་ཡོད་རེད་ད་དེ་ལ་ཡང་རྒྱ་ཆེ་བའི་ཐོག་ནས་འགྲེལ་བཤད་རྒྱབ་སྟངས་ཟབ་པའི་ཐོག་ནས་འགྲེལ་བཤད་རྒྱག་སྟངས་དེ་མཁས་པ་རྣམས་ཀྱི་རྣམ་དཔྱོད་ཀྱི་བློ་གྲོས་གདུལ་བྱ་དེ་ཚོ་གི་ཁམས་དང་དབང་པོ་མོས་པ་དང་བསམ་པའི་ཐོག་ནས་རྒྱུའི་གྲངས་བཤད་དགོས་ཀྱི་ཡོད་རེད་དེ་རེད་བ་འགྲོ་སྟངས་དེ་རེད་བ་ཆོས་བཤད་སྟངས་དེ། དེ་རེད་རེད་མ་གཏོགས་གནས་ཀ་ནས་མགོ་སྐོར་ཡག་ཤོས་དུ་ཙམ་ཞིག་ལ་སྐད་ཆ་མ་རེད། རེད་འདུག་བ། ང་སེམས་པ་སྐྱིད་པོ་མི་འདུག་ནང་མི་དཀའ་ལས་ཡོད་ས་འོ་རེད་ད་ཁྱོད་རང་དྲན་པ་ཉག་གོ་ཞག་པོ་སྒོམ་ཞོག་ཟེར་ན་འདི་སྐད་དུ་བདུན་ཕྲག་གཅིག་གི་ཟ་སྒོམ་ཡང་ཉོག་དྲ་ད་ག་རང་རེད་ཡང་བྱ་ལས་ཀི་རེད་བ། ད་ང་ཚོང་ལམ་ནང་འགྲོ་མ་སོང་ཉིན་སྲིང་མེད་པ་ཚོང་རང་གི་ཐོག་ལ་སངས་པ་ན་འོ་ད་ཁྱོད་རང་དྲན་པ་ཉག་གོ་ཞག་པོ་སྒོམ་ཞོག་ཟེར་ན་དེ་ཕན་གི་ཡོད་མ་རེད་ད་དེ་ཕན་གི་ཡོད་མ་རེད་དེ་གནས་སྐབས་གནས་སྐབས་ཀི་ཕན་ཐོག་གི་ཡོད་རེད་དེ་ཨིན་ཇིའི་སྐད་དུ་མ་སོང་ན་པན་གི་ལ་རེད་དེ། རེད་འདུག་གཟུགས་རྒྱ་ཡོན་དུ་གཟུགས་བྱང་སྨན་གྱིས་ཟ་བ་ཡིན་ན་གནས་སྐབས་གཟུགས་ཆགས་ཀྱི་རེད་དེས་ན་ནད་རྩ་བ་ནི་འབྱིན་ཐུབ་མི་འདུག་ནད་རྩ་བ་འབྱིན་ཡང་ལ་སྨན་པ་བསྟེན་གཤགས་བཅོས་བཏང་དགོས་ཀྱི་ཡོད་ན་བཏང་ཁ་བརྒྱབ་དགོས་ཀྱི་ཡོད་ན་ད་བྱེད་དགོས་ཀྱི་ཡོད་རེད་བ་འོ་དེ་འདྲ་བོ་རེད་འོ་དེ་འདྲའི་བསམ་བློ་བཏང་ཡོད་དུས་ད་ད་ནི་ངའི་ཞུ་ཡ་ལས་ཡ་ཅོ་ད་ད་ཞི་བ་ལས་སོང་བ་དེ་རེད་ཁ་ན་མ་ཐོ་མའི་ངོ་ལ་བདག་དང་སེམས་ཀྱི་ངོ་སྤྲུལ་པ་བཞིན་དུ་ཟ་སྤྲུལ་པ་ཟེར་དུས་སྒྱུ་མ་ལྟ་བུ་སྤྲུལ་པ་ལྟ་བུ་རྨི་ལམ་ལྟ་བུ། སྣང་ལ་རང་བཞིན་གྱིས་མ་གྲུབ་པ་རེད་འདུག་དེ་འདྲ་རེད་བསམ་པའི་ཀྱི་སོ་སོ་ལ་ཡ་གཅིག་གི་ཆགས་སྡང་གི་བློ་སྐྱེ་བ་ཡིན་ན་རེད་ཕྱི་ཡི་རྐྱེན་བཟང་ངན་ག་རེ་བྱུང་པ་ཡིན་ན་རེད་ནང་ལ་ཡ་རྣམ་རྟོག་བཟང་ངན་ག་འདྲ་བྱུང་པ་ཡིན་ན་ཡང་ཨོ་དེ་ལ་ཡ་བདེན་འཛིན་མེད་པ་དེ་ལ་ཆགས་ཞེན་མེད་པ་དེ་གནད་ཆེན་པོ་གཅིག་རེད་བསམ་པའི་ཀྱི་ཞེན་འཛིན་དང་དེ་ལ་ཡ་གཅིག་དོན་གཉེར་གྱི་བློ་མ་སྐྱེ་བ་བྱས་ནས་ཨོ་དེ། ཆགས་རྨི་ལམ་ལྟ་བུ་རེད་སྤྲུལ་པ་ལྟ་བུ་རེད་རང་བཞིན་མེད་པ་རེད་དེ་ལ་ཡང་ཞེན་ཆགས་བྱས་ནས་ཅིག་གིས་བསྟོད་པ་ལ་རེ་བ་སྨད་པ་ལ་ཡང་དོགས་པ་རེད་འདུག་ད་ག་ནང་བཞིན་གྱི་ཅིག་བཟང་པོ་ལ་རེ་བ་ངན་པ་ལ་དོགས་པ་དེ་འདྲ་གི་བློ་ཕྱིན་ཅི་བཅོལ་ལོག་པའི་གི་འདུ་ཤེས་གཉིས་དེ་རྟག་པར་དེའི་ནང་དུ་འཛུལ་བསྡད་པ་ཡིན་ན་དེ་ལ་སྙིང་པོ་གང་ཡང་ཡོད་མ་རེད་བསམ་པའི་གི་ཅིག་གི་དྲན་པ་ཉལ་བ་བཞག་པ་བཅས་སླེབས་ན་དྲན་པ་ཉལ་བ་བཞག་པ་ཟེར་ཡ་དེ་ཐུན་མོང་གི་ཚིགས་བཅད་དེ་ལ་ཞི་བ་ལ་གི་སྙིང་པོ་སོགས་ཡོད་དེ་ག་རེད། དེ་ནི་བདག་དང་སྤྲུལ་པ་བཞིན་དུ་ང་མེད་པས་ཟེར་ཚིག་འདི་ཚིག་འདི་སྙན་པོ་བཟོས་པ་རེད་དེ་འགྲོ་བ་ཆེ་ཆོས་སྟོན་པ་རེད་ཆེ་བར་འདོན་པ་རེད་རྒྱ་ཆེ་རུ་བཏང་བ་རེད་ཟབ་ཏུ་བཏང་བ་རེད་འོ་དེ་འདྲ་ཡིན་དུས་སྤྲུལ་པ་བཞིན་དུ་ང་མེད་པས་ཡིད་འདི་རྟག་ཏུ་བཟུང་བར་བྱ་ཟེར་དུས་ད་སྙིང་པོ་མེད་པས་ཀྱི་བློ། བདག་མེད་པས་ཀྱི་བློ། རང་བཞིན་མེད་པས་ཀྱི་བློ། དེ་ལ་ཡང་ཅིག་གིས་བདེན་པར་འཛིན་དུ་མི་རུང་བས་ཀྱི་བློ་ཅིག་རྟག་པར་རྒྱུད་ལ་བཞག་ན། དེ་ནི་ག་རེ་ཕན་གྱི་ཡོད་རེད་ཟེར་ན་རྐྱེན་དྲག་པོ་བསླད་ཡོང་དུས་དེ་ཀྱི་དབང་དུ་མ་འགྲོ་བ་ལ་ཕན་ཐོགས་ཆེན་པོ་ཡོད་རེད། ད་གོ་བདེ་བོ་བྱས་ན་དེ་རེད། རྐྱེན་དྲག་པོ་ཟེར་ཡག་དེ་རྐྱེན་དེ་གློ་བུར་བ་རེད་བ་མ་གཏོགས་གྲ་སྒྲིག་བྱས་ཡོད་མ་རེད། རྐྱེན་གློ་བུར་བ་རེད་གློ་བུར་དུ་བསླད་ཡོང་དུས་དང་པོ་ནས་དེ་ལྟ་བུའི་དྲན་འཕེལ་གྱི་བློ་དེ་ཉེ་བར་བཞག་ཐུབ་ན། སྤྲུལ་བ་བཞིན་དུ་ང་མེད་པའི་ཡིད་ལ་རྟག་ཏུ་བཞག་ཐུབ་ན་རྐྱེན་དེ་གིས་རང་ལ་ཚུར་དབང་བསྒྱུར་བྱེད་ཐུབ་པོ་མ་རེད་ང་ཚོ་ལ་ཁྱེད་ཁེ་བཟང་བྱེད་ཤུགས་དེ་རེད་ཕན་ཐོགས་བྱེད་ཤུགས་དེ་རེད་ཁ་ཐུག་ཁ་ཐུག་ལ། ད་དེ་ལ་ཡང་རིམ་པས་ཤིན་ཏུ་གོ་མི་འདུག་དེ་ནས་ག་ལི་ག་ལི་ལ་བློ་དེ་གཅིག་གི་བདག་མེད་པ་ཡིན་ན་རེད་སྤྲོས་བྲལ་གྱི་ངང་ལ་བ་རང་བཞིན་གཉིས་ཀྱི་འཇུག་ཡོང་དུས་ད་ནི་རང་རང་རྒྱུད་ཀྱི་ཡོན་ཏན་སྔར་གང་ཡོད་པ་དེ་མངོན་དུ་གྱུར་ཐུབ་ཀྱི་ཡོད་རེད།